ཡ། ད་དེ་འདྲའི་དྲ་བ་ཅི་ཞིག་བཟོས་ཤོག། ཡ། གྲོགས་པོ་གྲོགས་མོ་ཚོ། ཨ་ནི། སྤྱི་བཏང་གི། ད་རིང་ཏོརོན་ཏོ་ལ། ཆར་བ་ཞེ་བོ་རྒྱག་གི་འདུག། ཆར་བ། ད་དེ་འདྲའི་ཆར་བ་ག་ལ་འོ་རེད། རྒྱ་གར་བ་ཡུལ། ཉི་མ། ད་རྒྱ་གར་དེ་བ་དེའི་དེ་དུས་ཙམ་པ་ལ་ཆར་བ་དེ་འདྲའི་རྒྱ་ཡས་ཀྱི་ཡོད་བ་ཉི་མ་ཉིན་ག་རྒྱ་རྒྱ་ཡས་ཀྱི་འོང་འདི། ད་ལོ་མ་གཏོགས་ང་ཕལ་ཆེར་མཐོང་མ་མྱོང་ལ་ན་བྲིས་འདུག་ད་ཆ་བ་ཞོའོ་ཅེས་ཤུགས་ཆེན་པོ་རྒྱག་གི་འདུག་འདི་ཡིན་རྗེས་བརྩམས་པ་ལ་ད་དེ་ཡིན་ད་ཨོ། ཁ་སང་ཉི་མ་ཁ་ཤས་ཀྱི་དུས་འདའ་དེ་གའི་ནམ་རྒྱུན་ཡིན་ན་ཨོ། གཟའ་མཇུག་ལ་ཡི་རོ་གཟའ་སྤེན་པ་ཉི་མ་ལ་ཨ་ནི་བཟའ་བཅའ་གི་ཉོབ་བྱ་རྒྱག་ཡ་དང་དེ་འདྲས་ལ་སོགས་པ་དེ་འདྲས་ཨ་ནི་ཨོ་བཟའ་བཅའ་ཉོ་ཡ་དང་དེ་འདྲས། ནམ་རྒྱུན་ལས་ཀ་བྱེད་འདི་ཡོད་ཨ་ཟབ་སྤེན་པ་ཉི་མ་ད། ད་རིང་འདི་ཟབ་སྤེན་པ་ཉི་མ་དེ་པད་ཕང་སངས་ཀྱི་བྲེལ་བ། བྲེལ་བའི་ངང་ནས་ཨ་ནི་ད་ཚོགས་འདུ་ད། ད་རིང་འདི་ལ་དམིགས་བསལ་གྱི་རང་བཙན་གྱི་ཚོགས་ཆེན། རང་བཙན་གྱི་ཚོགས་ཆེན་ད་དེ་འདྲ། ཨ་ནི་སྐུ་མགྲོན་མང་པོ་སྤྱི་འཐུས་མང་པོ་ཅིག་ཕེབས་ཡོད་དུས་ཙམ་པ་ལ་ཨ་ནི། ཚོགས་ཆེན་དེ་ལ་ཉི་མ་གསུམ་རིང་ག་ལ་ཅཱ་རའི་གི་གོ་སྐབས་བྱུང་སོང་ཨ་ནི་ཚོགས་ཆེན་དེ་ནས་ཅིག་དངོས་གནས་ཁོ་རང་ང་རང་གི་བསམ་ཚུལ་ལ་ད་འདིའི་སྐོར་ལ་ངས་ཅིག་ཞིབ་ཕྲ་བྱེད་ནས་རྗེས་མ་ཅིག་དམིགས་སུ་བཀར་ནས་ཅིག་བཤད་གོ་བསམ་དེ་ད་ཉི་མ་ཁ་ཤས་ཉི་མ་ཡ་མེད་ན་དུས་ཚོད་ག་དུས་བྱུང་བ་ར་ཅི་ཡིན་ན་ཨ་ནི་ད་རིང་ལྟས་ཅིག་ད་ཆ་བ་མང་པོ་ཅིག་རྒྱ་དེ་དུས་ཙམ་པ་ལ་ཨ་ནི་ལྟས་ཅིག་གུ་ཡངས་འདྲ་བོ་ལྷོད་ལྷོད་འདྲ་བོ་བྱེད་ནས། དངོས་གནས་ཁོ་རང་ཉི་མ་གསུམ་གྱི་བེད་ཁོ་རང་ཞོགས་ཁས་ནས་དགོངས་དག་བར་དོ་གཅིག་འཚོགས་ཞག་གཅིག་ཙམ་པ་ལ་དེའི་གོ་དུས་ཙམ་པ་ལ་ང་ནམ་རྒྱུན་དེ་ཚུལ་མེད་སྐྱོ་དེར་བ། ས་ཆ་གཅིག་ལ་ཨེ་འདྲ་རྒྱུན་རིང་པོ་བསྡད་དེ་ད་རིང་མ་གཏོགས་བསྡད་མ་མྱོང་ད་ཉི་མ་གསུམ་ལ། འདི་ཡིན་དུས་ཙམ་པ་འདིའི་སྐོར་ལ་ཨ་ནེ་རང་བཙན་གྱི་བཟའ་ཟླ་ཚོགས་ཆེན། ཐེངས་བདུན་པ་དེའི་སྐོར་ལ་ནི་མ་འོངས་པ་ལ་དེའི་སྐོར་ལ་ཐེངས་གཅིག་གླེང་སློང་བྱེད་ན། ཞིབ་ཕྲ་བྱས་ནས་གླེང་སློང་བྱེད་ཆེ་གོ་བསམ་ཟེར་བ། ཨང་དེ་མ་ཚད་ད་ལྟ་ཉེ་བའི་ཆ་ལ་ད་ང་ཚོ་མི་མང་པོ་ཅིག་གིས་ང་རང་ད་བློ་མཐུན་པ་ད་ཆུ་ལོག་མི་ད་ག་རེ་འགོ་ཚུད་ཡོད་མེད་གང་ཞིག་ད་ང་རང་གི་བློ་མཐུན་པ་དང་ང་རང་གི་གྲོགས་པོ་དེ་འདྲའི་མང་པོ་ཅིག་གིས་ཨོ་ཏིང་འཛིན་ཞིག་གི་ཐད་གཏོང་བཞག་རེད་ལ་ཡ་ཅི་ཏོ་ཚིག་ཅིག། བསྟན་འཛིན་ཡེ་ཤེས་དེ་སྟོང་ལྟར་ཆོས་ནི་བཞག་མེད། ཁྱེད་རང་ཚོ། སྤྱི་བཏང་གི་འདི་རེད། དེ་སྟོང་བཞག་ཡིན་ལ་ཡ་ཇོ་རོ། ངེད་ཀྱི་ཁ་སིང། སྐད་ཆ་དེ་ཡག་པོ་ཅིག་ཉན་ཡོད་ན་གནས་སྐབས་རིང་ལ་ཨ་ནི་དེ་སྟོང་དེ་ཕག་ཅིག། ད་ང་དེ་སྟོང་ག་ལ་མང་པོ་ཡོང་གི་མེད། ལ་ནི་སྐད་ཆ་ཅིག་བཤད་ཡོད་རོ། ཡིན་ནས། གནད་འགག་དང་གལ་ཆེན་དོན་ཆེན་ཐོས་པའི་སྐབས་ལ་ཨ་ནི། ང་ཡོང་གི་ཡིན་ད་ལ་ནས་སྐད་ཆ་དེ་འདྲ་ཅིག་བཤད་ཡོད་ཉེས་ཀྱི་རོ་ཨ་ནི་དེ་ཡིན་དུས་ཙམ་པ་ལ་མང་པོ་ཅིག་གིས་ད་ཐེ་ཐོང་བཞག་རེད་ལ་ཡ་འདྲ་བོ་དང་ཨ་ནི་སྤྱི་བཏང་གི་སྐད་ཆ་ཁ་ཐུག་ཡིན་རོ་ཨ་ཡ་དངོས་ཡོད་གནས་སྟངས་ཡིན་གནས་སྐབས་རིང་ལ་ད་སྙན་མ་འདྲ་བོ་ག་ལ་འོ་རེད་ཅིག་ཤུགས་ཆེན་པོ་ཡོང་བསྡད་ཡ་དེ།

ང་རང་གྲོགས་པོ་ནང་ནས་བྱུང་རོ་ཡ། སྤེན་པ་ཟེར་རི་དེའི་སླད་ནས་ཨ་ནི་ཅིག་ཉེན་བརྡ་བཏང་ནས་ཁྱོད་ཁ་གསུམ་བསྡད་སོང་ལ་ཡ་འདྲ་བོ་ད་འདི་ལྟར་ཅིག་ཅིག་ཁ་ཤས་ཀྱི་ད་སྐྱག་སྐྱག་ཡིན་གྱི་རེད། ཨེ་འདྲ་འདྲ་བོ་ཅིག་ལ་བ་ར་ཅིག་ཡིན་ན་ཡང་ཅིག་མ་དོན་ཡོང་གི་རེད་བསམ་བསམ་འདྲ་བོ་གྱི་འཚོ་བ་འདྲ་བོ་ཅིག་ག་ལ་ཡིན་གྱི་རེད་ད་ང་ཚོ་མི་ཆེན་པོ་ཆགས་ཚར་རོ་སྤུ་གུ་ལ་བྱི་རིལ་སྤྲེལ་བ་ན་ཞིག་འདི་འདྲའི་གི་གནད་འགག་ད་མ་རེད་རོ་ཨ་ཡིན་ནའི་ད་ཡང་འདི་འདྲ་བཤད་དེ་ངས་འདི་འདྲའི་དོ་ཨ་ད་གནས་ཚུལ་ག་རེ་ཡིན་ན་མེད་ན་ཉིད་ཀྱི་དམིགས་བསལ་གྱི་ཨ་ནི། གལ་ཆེ་དོན་ཆེ་ཡིན་ན་མ་གཏོགས་ཨ་ནི་དེ་སྟོང་དེ། དེ་སྟོང་ལ་ཨ་ནི་ཅིག་བཅར་ནས་དུས་ཚོད་བཏང་ཡ་དེ། ཕྱོགས་གཅིག་ནས་ང་རང་སྒེར་གྱི་གནད་དོན་འདྲ་བོ་ཅིག་ཡིན། དུས་ཚོད་བཏང་ནས་ཨ་ནི། ད་སྙེ་མ་ད་ད་ལྟ་བྲག་མ་རུ་བ་དུས་ཚོད་དུས་ཚོད་དུས་ཚོད་ལ་མི་ཟེར་འགྱུར་བ་འགྲོ་འོ་རེད། ཨ་ནི། སྤྱི་ཚོགས་ཁོ་རང་འགྱུར་བ་འགྲོ་འོ་རེད་དེ་ཡིན་དུས་ཙམ་པ་ལ་ཨ་ནི་ང་རང་གིས་ད། ཅིག། སྒེར་གྱི་མི་ཚེ་ནང་ལོགས་ལ་གནད་དོན་མང་པོ་ཅིག་འགྱུར་བ་འགྲོ་གི་འདུག་དེ་ཡིན་དུས་རྩམ་པ་ལ་ཚོང་དང་ག་རིགས་ཐོག་ནས་ཡིན་ན་ད་དེ་བཟང་ཕྱོགས་ཀྱི་ངོ་ཅོག་ནས་འགྱུར་བ་འགྲོ་རུ་བ། དེ་ཡིན་དུས་རྩམ་པ་ཐད་གཏོང་འདི་ངེད་ཀྱི་མང་པོ་ཡོང་གི་མེད་ལ་ཨེ་དེ་འདིར་ད་བཟང་ཕྱོགས་ཀྱི་ངོ་ཅོག་ནས་ང་རང་འདས་ལ་ཅིག་དུས་ཚོད་མ་ཁོམ་པའི་གི་དཀའ་ངལ་ཅིག་ཡེད། ལ་ཆགས་ནས་ཨ་འཐས་དོང་དེ་ལ་ང་ཤུགས་ཆེན་པོ་ཡོང་ཐུབ་ས་མ་རེད། ཡིན་ནས་ངས་ག་དུས་ན་དེ་ལ་ཡོད་ད་ང་འཐས་དོང་བྱེད་ཀྱི་མེད་ལ་ཡ་དེ་རྩ་བ་ཉིད་ནས་ལ་མེད་ད་ཡང་སྐད་ཆ་མང་པོ་ཅིག་ག་ལ་བོར་ད་རྒྱ་བ་ང་བ་ད་ད་བ་ང་བ་ནོར་ནས་ཨ་ནི་མི་མང་པོ་ཅིག་གི་གོ་ནོར་འཐས་འགྲོ་གི་འདུག་དེ་གོ་ནོར་མ་འཐས་ཆེད་དུ་ངས་དུས་ནམ་ཡང་འཐས་དོང་ཡོང་གི་མེད་ལ་མེད་ངས་འཐས་དོང་ནམ་རྒྱུན་དུ་ད་ཁ་སེ་ཉི་མ་ལ་ཡ་ཚིག་དག་རང་ད་ཚིག་དེ་ཚིག་བྱེ་མ་བྱེ་ཞེས་དེ་ག་རེ་ལ་ཡིན་ལབ་ན། གནད་འགག་ཐུག་བ་དང་ཨ་ནི་དེ་ལ་གལ་ཆེན་དོན་ཆེན་ཡོད་བ་འདྲ་བོ་དང་ཨ་ནི་ང་ཚོ་དངོས་གནས་ཁོ་རང་སྤྱི་ཚོགས་ནང་ལོག་ལ་ཅིག་འགོག་རྐྱེན་ཨ་ནི་སྤྱི་ཚོགས་མི་མང་ལ་ཅིག་འགོག་གོ་ཡོད་ཡ་གི་ལས་འགུལ་འདྲ་བོ་དང་ཨ་ནི་མི་མང་ནང་ལོག་ལ་དབབ་འཁྲུག་བཏང་ཡ་དང་སྐད་ཆ་དྲང་བདེན་མ་ཡིན་པའི་གི་སྐད་ཆ་མང་པོ་ཅིག་བཤད་ནས་ཨ་ནི་མི་མང་འགོག་ཁོ་ར་ཡ་གི་གནད་འགག་དེ་འདྲ་ཆགས་གི་འདུག་ན། ཨ་ནི། ད། དོན་གོ་རུ་བ་སོ་སོ་བོད་པ་ཅིག་ཡིན་པའི་ཆ་ནས། ཨ་ནི། འགན་འཁྱི་བའི་ཐོག་ནས། འདུ་འཛོ། སོ་སོ་ག་རི་མགོ་ཚུད་བ་དེ་དཔལ་ན་འདྲ་བོ་ཅིག་ཡིན་ན་ངའི་གྲོང་པ་ཁྱིམ་མཚེས་ལ། ཨ་ནི། ཅིག་ནང་དེ་རྐུ་མ་ཅིག་ཤོར་གི་ཡོད་ན། རུ་བ་ཡ། ངའི་གྲོང་པ་ཁྱིམ་མཚེས་ནང་དེ་རྐུ་མ་འདྲ་བོ་ཅིག་ཤོར་གི་ཡོད་ན། ད་ནི་ངེད་ཀྱི་རྐུན་མ་ཡིན་པ་ཧ་གོ་གི་གོ་གི་ལ་ང་ཁ་གསུམ་བདེ་བ་ར་ཅན་ཡིན་ན་ང་རྐུན་མ་དེ་གི་སྙེམས་རྟོག་ལ་འགྲོ་བ་དང་གཅིག་པ་ཆགས་རོ། རོ་ཡ་ངེད་ཀྱི་རྐུན་མ་ཡོད་རྐུན་མ་ཡིན་པ་ཧ་གོ་གི་གོ་གི་ད་འདོད་ཉེན་རྟོག་པ་དང་ཨ་ནི་ཀོང་ཙོ་ལ་ཕ་ཅིག་གིས་ཐ་ན་གྲོང་པ་ཁྱིམ་མཚེས་ལ་ལན་མ་བྱེད་བ་དང་བདེན་བྲལ་ལ་སོགས་པ་བྱུང་བ་ར་ཅན་ཡིན་ན་ག་རེ་བྱ་གི་རེད། རྐུ་དམག་ལ་རྒྱབ་སྐྱོར་བྱེད་རྒྱུར་འགྲོ་འོང་ཆགས་ཀྱི་རེད། འདི་ཡིན་དུས་བརྩམས་པ་ལ་ངེད་ཀྱིས་གནད་དོན་འདི་འོག་ནས་འདྲི་འདྲ་བོ་ཅིག་རེད། སྤྱི་ཚོགས་ནང་ལོགས་ལ། དྲང་བདེན་མ་ཡིན་པའི་གི་གནས་ཚུལ་ཅིག་དང་མི་མང་མགོ་འཁོར་ཡ་ཅིག་དང་མི་གཅིག་གཉིས་མགོ་འཁོར་བ་ར་ཅིག་ཡིན་ན་ད་འདི་དཀའ་ངལ་གང་མི་འདུག་རོ་ཡ། མི་གཅིག་གཉིས་མགོ་འཁོར་ཡ་ཁ་ཤས་ཀྱིས་སོ་སོ་གི་གིས་མ་ཁུ་འོས་ཐོག་ནས་མགོ་འཁོར་ངེས་དེ་འདྲ་ཡོད་རེད་ད་འདི་གི་མགོ་འཁོར་བ་ཡི་ར་ཅིག་ཡིན་ན་ང་ལ་ཅིག་དམིགས་བསལ་གི་ཞུ་ཡ་གང་མེད། ཡིན་ནས་ཅི་སྟེ་མགོ་འཁོར་ཡས་ལ་སོགས་པ་འདི་འདྲས་ཀྱི་བྱུང་བ་ར་ཅི་ཡིན་ན། དཔེར་ན་འདྲ་བོ་ཅི་ཡིན་ན། ངེད་ཀྱིས་ལོ་རྒྱུས་དང་མ་བསྲུན་ན་ཆུ་འཛིན་ཅིག་ཞུའོ། ང་ཚོ་སྤྱི་ཚོགས་ནང་ལོགས་ལ། ཨ་ནེ། རང་བཙན་ད་ད་ད་ད་ཚ་བོ་ཚ་བོ་རུ་བ། གནད་དོན་འདི། རང་བཙན་གྱི་ཚོགས་ཆེན་ཚོགས་ཚར་ཚུར་བ། ང་ཚོ་སྤྱི་ཚོགས་ནང་ལོགས་ལ་དཀའ་ངལ་ཆེ་ཤོས་ཅིག་ག་རེ་ཡོད་རེད་མི་མང་པོ་ཅིག་སྤྱི་དམངས་མགོ་འཁོར་སྐྱོག་གི་གནད་དོན་ག་རེ་ཡོད་རེད་ལ་ན། རང་བཙན་རྩོད་བ་ར་ཅི་ཡིན་ན་ཨ་ནི་རྒྱ་བ་རིན་པོ་ཆེན་གི་བཀའ་རྒྱས་རྒྱུ་ཡོད་བ་འདྲ་བོ་ཅི་ད་རོ། ཨ་ནི་རང་བཙན་ལ་རྒྱབ་སྐྱོར་བྱེད་བ་ར་ཅི་ཡིན་ན་རྒྱ་བ་རིན་པོ་ཆེན་ཉིམ་དོ་ལ་བད་ཁོ་ར་ཁ་བཏད་ཡིན་བ་འདྲ་བོ་ཅི། དེ་འདྲའི་གི་སྐད་ཆ་བཤད་དེ་ངས་མང་པོ་ཅི་ཡོད་ད་སྤྱི་ཚོགས་ནང་ལོག་ལ་རོ་ཡ། ཨ་ནི་འོང་དེ་ང་ཚོ་སྤྱི་ཚོགས་ནང་ལོག་ལ་གནད་དོན་འདི་གི་རིགས་མགོ་གོ་གཡོ་ནས་མི་མང་མགོ་གོ་ཐད་དེར། རོགས་ཡ། མི་མང་མགོ་སྐོར་ཐད་དེར། དེ་འདྲས་ཡིན་དུས་བརྩམས་པ་ལ། ད། འདི་གི་རིགས་དེ་འདྲས་བྱུང་བ་ར་ཅིག་ཡིན་ན། ད་ང་ཚོ་སྐད་རྒྱག་དགོས་རེད། གང་ཡིན་ཟེར་ན། ང་ཚོའི་གི། རྒྱལ་ཁབ་དང་མི་རིགས་ཀྱི་རྩ་དོན་ཁོ་རང་ཤར་བསྐྱོད། ཤར་བསྐྱོད་བྱེད་ས་ཀྱི་ལང་ཀ་དེ་ནོར་འགྲོ་དགོས། རོགས་ཡ། དེ་འདྲས་ཡིན་དུས་བརྩམས་པ་ལ། འདི་ཡི་རིགས་འདི་ལ། མི་དེ་འདྲས་ཀྱིས་གི་སྲིད། སྤྱི་བཏང་གི་ད་ངས་འདི་འཕྲོས་ནས་ཤེས་ཀྱི་ཡོད་ད། རོགས་ཡ། གནད་དོན་གལ་ཆེན་དོན་ཆེན་ལ་དུས་འཛམ་པ་ལ་ངེད་ཀྱིས་འདི་ད་པད་ཅིག་བཞག་ནས་རང་བཙན་འདྲ་བོ་ཅི་ལ་ཡིན་ན་རང་བཙན་རྩོད་བ་ར་ཅན་ཡིན་ན་རྒྱ་བ་རོན་པོ་ཆེ་ཉིམ་མདོག་ལ་ཁ་བརྡས་བྱེད་ཀྱི་ཡོད་བ་དང་ཨ་ནི་རྒྱ་བ་རོན་པོ་ཆེ་ལ་དད་པ་མེད་བ་དང་རྒྱ་བ་རོན་པོ་ཆེ་ལ་འགལ་ཟླ་བཟོས་ཀྱི་ཡོད་བ་དང་ཨ་ནི་རྒྱ་བ་རོན་པོ་ཆེ་གི་བཀའ་མ་བརྩི་བ་དང་དེ་འདྲའི་གི་རིགས་མང་པོ་ཅིག་བཤད་དེ་ངེས་ཡོད་བ་ད་འདི་རིགས་དུ་ཚོ་ཚང་མ་ལ་ཨ་ནི་མི་ཁ་ཤས་ཅིག་གིས་གོང་ས་མཆོག་བོད་གཅོད་བྱེད་ནས། རོ་ཡ། གོང་ས་མཆོག་ལ། ཨ་ནེ་སྔོ་ནེ་ཁོ་རང། ཨ། གུས་ཞབས་མེད་པ་དེ་འདི་རུ་བ་སྔོ་ནེ་ཁོ་རང། གོང་ས་མཆོག། གི་ཚིག་འདི་བེད་སྤྱོད་བྱས། ཨ་ནེ། ཚོགས་པ་བྱེ་བྲག་པ་དང། ཨ་ནེ། འཐབ་རྩོད་པ། བྱེ་བྲག་པ་དེ་འདྲའི། སྒོ་བརྒྱག་གནས་མེད་ཡ་དང། དེ་འདྲའི་གི་རིགས་ད་མང་པོ་ཡོད་རོ་ཡ། ཨ་ནེ། འདི་ཡིན་དུས་ཙམ་པ་ལ་འདི་མི་མང་ཁྲོད་ལ། མི་མང་གི་ཁྲོད་ལ། ཨ་ནེ་ག་ལ་བར་ད། མགོ་སྐོར་བཞི་བོ་བཏང་བྱ་ཡོད། འོང་དེ་འདྲས་བཤད་ནས་རོ་ཡ། འོང་དེ་འདྲས་ཀྱི། འོང་དེ་འདྲས་ཀྱི་དུས་ཚོད་ལ་སླེབས་དུས་ཙམ་པ་ལ་ཨ་ནི་ང། སྐད་རྒྱག་གིན་ཡིན། དེ་ཡིན་དུས་ཙམ་པ་ལ་ཐད་གཏོང་བྱ་གིན་ཡིན་ཉལ་དུས། ཐད་གཏོང་བྱ་གིན་ཡིན་ལ་ནི་མི་འདུག་ཨེ་ཉལ་གི། ཐད་གཏོང་མཚམས་བྱ་གིན་ཡིན་ལ་ནི་ཉལ་དུས་ནམ་ཡང་བཤད་རྒྱུ་མ་བྱུང་ད་རོ་ཡ། ཡིན་ནས་ང་རང་གནས་སྐབས་རིང་ལ་ད་ང། ཨོ། ཅིག་ནི། གལ་ཆེ་དོན་ཆེ་ཡིན་ན་མ་གཏོགས་ཨ་ནི་ཨེ། ང་རང་ག་ཅི་ལ་ན་ཧང་སངས་ཡ་དེ་ལ་ང་རང་གི་ངོ་ཤེས་པ་རོགས་པ་དུ་འཛོ་ཀྱེ། ཨོ་ཁྱོད་ཐེ་ཐོང་བྱེད་གོ་འོ་མ་རེད་ཁྱོད་ཐེ་ཐོང་བཞག་བཞག་ལ་ཡ་དྲོ་ཐེ། རེད་ཐེ་ཐོང་བྱེད་གོ་འོ་མ་རེད་ཁྱོད་ཐེ་ཐོང་བཞག་རེད་ལ་ནི་གོ་སོང་ལ་ཡ་དྲོ་འོན་ཏེ་ཐེ་ཐོང་མ་བཞག་ལ་ཡ་ད་དེ་འདྲས་ཀྱི་རིགས། ཨོ། མང་པོ་ལ་ཡོད་དོ་དེ་ཡིན་དུས་དམ་པ་འདི་ཏེས་གོ་ནོ་ཐེ་བཞག་ཟེར་རོ་ད་ངེད་ཀྱི་ཁ་དེ། ང་རང་ལ་དབང་ཐང་ཡོད་དུས་དམ་པ་ལ་ཨ་ནི། བརྒྱ་ཆ་བརྒྱ་ནི་བརྒྱ། གནད་དོན་བྱུང་བ་ར་ཅི་ཡིན་ན། རུ་བ་ཡ། ང་རང་ཚོ་གའི་ཐབས་ལམ་ལ་འོར་བ་ད། དཀའ་ངལ་དེ་མ་སེལ་བར་དུ་ཤེས་ཡུལ་ད་རུ་བ། ཨན་ག་དུས་ཤེས་དང་མ་ཤེས་ལ་ཡ་དེ་ངའི་ལག་པ་རུ་བ། དེ་ཡིན་དུས་ད་ངེད་ཅག་གནད་དོན་ཁ་ཤས་ཅིག་ཤེས་ཤག་རུ་བ་དེ་ཉིན་དུ། ངེད་ཅག་ད་གནས་ཚུལ་གོ་སའི་ད་བ་ར་ཅིག་ཡིན་ན་རྒྱ་གར་ད་ག་ལ་འོར་རེད་ས་གནས་ཁག། རོ་ཨ་ཡ། ཨ་ནི་ཨུའི་བུད་མེད་སྒྲིག་འཛུགས་ཀྱི་ཨ་ནི་མངའ་འོག་ལ་ཡོད་བསྡད་པའི་ཀྱི་ཨ་ནི་ས་གནས་ཁག་མང་པོ་ཅིག་ད་ལྟ་ཁ་སང་ཉེ་ཆར Tibet Act ལ་ཡ་དེ་རོ་ཨ་ཡ་ད་ང་ཚོ Policy དེ་ཨ་རི་གཞུང་གི་ཨ་ནི་ཁྲིམས་འཆར་ཅིག་བཟོས་ཨ་ནི་དེའི་སྒ་ལ Biden གི་ཅིག་ཨ་རི་གི་ད་སྲིད་འཛིན་གྱི། ཨ་ནི་མཚན་རྟགས་བརྒྱབ། བྱིས་དུས་ཙམ་པ་ལ་ཨ་ནི་བོད་པ་མང་པོ་ཅིག་ལ། དགའ་སྣང་ཞི་བོ་ཅིག་དང་བོད་པ་མང་པོ་ཅིག་གིས་ཨ་ནི་ཅིག་ག་ལ་བར་བལྟ་དངོས་གནས་ཁོ་ར་འདས་ལ་ཅིག་ཐུགས་བསྐྱོད་བཏང་ཡ་འདྲ་བོ་དང་ཨ་ནི་གང་ནས་གོ་སོད་ལ་ང་ཁ་སང་ནས་གོ་སོ་འདི་གང་ནས་ད་ལྟ་རྡ་རམ་ས་ལ་ནས་མ་ཨ་ནི། གཞིས་ཆགས་ཁག་གི་ཨ་ནི་གཞིས་མགོ་དང་གཞིས་ཆགས་ཁག་གི་ལས་ཁུངས་ཁག་ལ་ཨ་ནི་ཐུགས་ཁྲོ་བཏང་དགོས་ཨེ་དང་དེ་འབྲེལ་གྱི་ཆ་ཤས་དང་ཨ་ནི་དེ་འབྲེལ་ཁ་ཤས་ཅིག་གིས་གཞོན་དོད་པའི་འདོད་གུ་ཡོད་ཟེར་དེ་འབྲེལ་གྱི་རིགས་ལ་གཞིས་ཆགས་གཞིས་ཆགས་སོ་སོ་ལ་གཞོན་དོད་བསྡུས་ནས་ད་ཐུགས་ཁྲོ་ཞི་བོ་བཏང་བོད་ལ་ད་ང་ཚོ་དངོས་གནས་ཁོ་རང་ཅིག་བདེན་པ་ཞི་བོ་ཐོབ་ཡོད་བ་ཅིག་དང་ཨ་ནི་དེ་འབྲེལ་གྱི་བསམ་ཚུལ་ཡོད་ངེས་མང་པོ་ཡོད་ཟེར་རོ་ཡ། ཡིན་ནས་སྐད་ཆ་ཧ་གོ་དགོས་ཡ་ཅིག་ལ། ཚང་མ་མཁྱེན་དགོས་ཡ་འདི་དཔེ་གལ་ཆེན་པོ་རེད་བསམ་གི་འདུག་རོ་ཡ། ཐུགས་འདུན་མ་བཏང་ལ་ཡི་མེད། སོ་སོ་སོ་མི་རེ་རེ་གི་བསམ་བློ་བཏང་སྟངས་རེ་རེ་རེད་རོ་ཨ་འདི་ཡིན་དུས་ཙམ་པ་ལ་བོད་རྒྱ་ཁབ་ལ་ཡ་འདི་ང་ལ་ག་ཚོད་ཐོབ་ཐང་ཡོད་བ་ན་བཞིན་ཁྱེད་རང་ཚོ་ལ་ཡི་ཐོབ་ཐང་ཡོད་རེད་ངས་བསམ་བློ་བཏང་ངེས་དང་ཁྱེད་རང་ཚོ་ལ་འདུས་ཙམ་པ་ལ་ངས་གིས་ཁྱེད་རང་ཚོ་ཡ་ཐུགས་ཁྲོས་བཏང་ངེས་ཚོ་ལ་ཡོད་དང་ཁྱོད་རང་ཚོ་ལ་ཡི་ཐོབ་ཐང་ཡོད་རེད་ཡིན་ནས་ང་ཚོ་ག་དུས་ཡིན་ན་རོ་ཡ་ལས་ཀ་ཅིག་ལ་འགྲོ་བ་ར་ཅི་ཡིན་ན་དང་པོ་ག་རེ་ལྟ་གི་རེད་སོ་སོ་གི་ལས་ཀ་ཅིག་ལ། ཨ་ནི། ལྟོ་གོས་ཀྱི་ཆེད་དུ་ལས་ཀ་ཅིག་ལ་འགྲོ་བ་ར་ཅི་ཡིན་ན་དང་པོ་གླ་ཆ་ག་ཚོད་འདུག་གླ་ཆ་ཆེ་ཤོས་དེ་ལ་འགྲོ་ཡ་གི་ཐབས་ཤེས་བྱེད་ཀྱི་རུ་བ་ང་རང་ཚོ་རོ་ཡ་གླ་ཆ་ཡིན་ན་ཆེ་ཤོས་ར་ཡ་ཨ་ནི་ནང་ལ་ཡིན་ན་དཔེ་ཤ་མང་ཤོས་ཁྱི་ཡོང་ཡ་གི་དེ་འདྲས་གི་ལས་ཀ་ཅིག་བྱེད་ཡ་ཐབས་ཤེས་བྱེད་ཀྱི་རུ་བ་གྲུབ་འབྲས་ག་ཚོད་ཡོད་མེད་ད་ཐ་ན། ད་ཁྱབ་བསྒྲགས་དེ་ཞེའུ་ལི་ཡི་དུ་ད་རི་ག་ཚ། གྲུབ་འབྲས་ག་ཚོད་ཡོད་མེད་ལྟ་ཀྱི་རུ་བ། ད་ད་རིང་གི Tibet Act དང Tibet གི་ད་ལྟ་ད་ང་ཚོ་ཁྲིམས་འཆར་བཟོས་བཞག་རྒྱུ་དེ་བོད་པའི་གི་ཐོག་ལ་ཁྲིམས་འཆར་བཟོས་བཞག་རྒྱུ་དེ་དངོས་གནས་ཁོ་རང་ཨ། སྐར་མ་གཅིག་ཞུ། ཁྲིམས་འཆར་བཟོས་བཞག་པ་དེ་ཨ་སྤྱི་བཏང་གི་ད་ག་ལ་འོར་ད་ཨ་གལ་ཆེན་པོ་ཞི་བོ་ཅིག་དང་བོད་པ་ལ་རྒྱབ་སྐྱོར་གི་རྣམ་པ་ཞི་བོ་ཅིག་ཡིན་གི་རེད་རོ་ཨ་ཡ་ཡིན་ནས། མཐའ་མའི་ཐག་གཅོད་དེ་ལ་ཇོ་བྷའི་ཏེན་གྱིས་སྲིད་འཛིན་མཆོག་གི་ས་ཡིག་རྒྱ་མདུད་ཙམ་པ་ལ་མཚན་རྟགས་རྒྱ་མདུད་ཙམ་པ་ལ་ཨ་ནི་ཟུར་ལ་ཅིག། གནའ་སྔ་མོའི་གི་ལུགས་སྲོལ་ལ་བོར་བ་བོད་དེ་རྒྱ་མི་ཆ་ཤས་ཡིན་པ་ཅིག་དང། ཨ་ནི་དེ་འདྲའི་སྒང་ལ་ཁོ་རང་གི་སྲས་བོ་ཅིག་ཁ་སྲས་བོ་བྱས་ནས་མ་བྲིས་ཡོད་རེད་དེ་ཡིན་དུས་ཙམ་པ་ལ་ད་ང་ཚོ་བོད་པ་ཅིག་ཡིན་པའི་ཆ་ནས་བོད་དེ་རྒྱ་མི་ཆ་ཤས་རེད་བས། དྲི་བ་འདི་རེད་ད། ཁྱོད་རང་ཚོ། ད་སྐད་ཆ་མདོར་བསྡུས་བཤད་ནས།

ཏག་ཏག་དེའི་དབུ་བ་རེད་བསམ་གྱི་འདུག་གང་ཡིན་ཟེར་ན། སྲིད་འཛིན་མཆོག་གིས་བོད་དེ་རྒྱ་མི་ཆ་ཤས་རེད་གསལ་བོ་བྱེད་བགྱིད་འདུག་ད་ནི་ང་རང་ཚོ་བོད་པ་ཞིག་ཡིན་པའི་ཆ་ནས་དངོས་གནས་ཁོ་རང། བོད་དེ་རྒྱ་མི་ཆ་ཤས་ལ་ངོས་འཛིན་བྱེད་ཀྱི་ཡོད་ན། ཨང་དོགས་འདྲི་བཏང་དགོས་རེད་བསམ་གྱི་འདུག་རོང་ང་རྩིས་ཤིག་དེ་ལ་དངོས་གནས་ཁོ་རང་ཁྲིམས་འཆར་བཟོས་བ་ལ་ཐུགས་རྗེ་ཆེ། ཡིན་ནས་མགོ་གཉིས་མ་ཕྲ་བ་ལ། རོ། རྒྱ་ནག་ལ་ངོ་དགའ་དཔལ་ལེགས་བྱིས་བ་ལ་མཐའ་གཅིག་ཏུ་ངོ་རྒོལ་བྱེད་ཀྱི་ཡོད་ད། ཁྲིམས་འཆར་བཟོས་ནས་བོད་དོན་ལ་རྒྱབ་སྐྱོར་བྱེད་ཡ་དང་དེ་འབྲེལ་གྱི་རིགས་འདི་ལ། དངོས་གནས་ཁོ་རང་ལག་པ་གཉིས་ཐལ་མོ་སྦྱར་ནས་ད་འདིའི་སྒང་ལ་མི་མང་པོ་གི་དཀའ་ལས་རྒྱབ་ཡོད་རེད་རོ། དཀའ་ལས་རྒྱག་མཁན་ཚང་མ་བློ་ལ། ཁྱོད་རང་ཚོ་གི་ཁྲིམས་འཆར་དེ་འདྲས་ཅིག་བཟོས་ཐུབ་བ་འདི་ཐུགས་རྗེ་ཆེས་རོ། བཀའ་དྲིན་དངོས་གནས་ཁོ་རང་འདི་ཅིག་གི་ཁ་ནས་བཤད་བ་ཅིག་གོ་མེད་དངོས་གནས་ཁོ་རང་བཀའ་དྲིན་ཆེས་རོ་ཡ། དཀའ་ལས་རྒྱབ་མཁན་གི་མི་སྟོབས་ནག་འདིས་དེ་ནང་བཞིན་གྱི་གྲོས་ཚོགས་ནང་གི་ཨ་ནེ་ཚོགས་མི་ཚོ་དང། དེས་ན་ཤིང་གི་དེའི་རྒྱབ་ལྗོངས་ག་ཚོད་ཡོལ་བ་རེད་ཅེས་ཡིན་ན་ད་ལྟ་བར་དུ་བོད་དོན་གྱི་ཐོག་ལ་ཨ་ནི་ཁྲིམས་འཆར་དེ་འདྲས་ཅིག་གླེད་ཐུབ་བ་ཙམ་གྱི་ཨ་རེད་གི། འདི་ང་ཚོ་དངོས་གནས་ཁོ་རང་ཧང་སང་ཡས་ཅིག་དང་ཧོན་འཐོར་དགོས་ཡས་ཅིག་དང་བོད་པ་ཚང་མ་དགའ་དགོས་ཡས་ཀྱི་གནད་དོན་ཅིག་རེད་རོ། ཡིན་ནས་ཇོ་བྷའི་ཏིན་གྱིས་རྒྱ་མི་ལ་ངོ་དགའ་དཔེ་ལེགས་བྱེད་བ་དང་གནའ་སྔ་མོ་ཡོད་ཀྱི་ཁོ་རང་ཚོ་གི་ཨ་ནི་ག་ལ་འོ་རེད། ཁོ་རང་ཚོ་གི་ཅིག། བསམ་བློ་བཏང་སྟངས་ཡིན་ན་འདྲ་གནའ་སྔ་མོ་ཁྲིམས་འཆར་བཟོས་བཞག་རྒྱུ་གནའ་སྔ་མོ་ནས་ཁོ་རང་ཚོ་གི་ཤེས་བདེ་ཡ་དེ་རོ། བོད་དེ་ཨ་ནི་རྒྱ་མི་ཆ་ཤས་རེད་ལ་ཡ་དང་འདུ་འཛོད་ཀྱི་རིགས་དེ་ལ་མཐའ་གཅིག་ཏུ་ངོ་རྒོལ་ཡོད་བོད་དེ་རྒྱ་མི་ཆ་ཤས་དུས་ནམ་ཡང་རོ། དུས་ནམ་ཡང་མ་རེད་ང་ཚོ་ལུག་རྒྱུད་དཀའ་ནས་ཤེས་བ་ར་ཅན་ཡིན་ན་རོ། བོད་བོད་ཡུལ་ན་སྐྱིད་རྒྱ་རྒྱ་ཡུལ་ན་སྐྱིད་བྱས་རོ་དེ་འདྲའི་གི་ལུག་རྒྱུད་ཡོད་དེ་རེད་ད་ལུག་རྒྱུད་དེ། ཨ་ནི་ད་རི་ཁ་སང་ཅིག་ག་ག་ཀྲོ་ཀྲོ་ཁ་ཤས་ཀྱི་ཏང་ཡན་ར་བ་དང་མི་འདོད་ཨ་ནི་དེ་འདྲས་ཀྱི་ཐོག་ལ་མི་ཁ་ཤས་ཀྱི་བཙན་བྱོལ་ནང་ལོག་ལ་དེའི་དེ་ངས་ཀྱི་མི་ཁ་ཤས་ཀྱི་དང་དཔོན་པོ་ཁ་ཤས་ཅིག་གི་ཐ་ཅིག་ནག་སུབ་ཏང་ཡན་ལ་ཐོབ་ཐང་དེ་རྩ་བ་ཉིད་ནས་ཡོད་མ་རེད་དང་པོ་དེ་ལ་རོ་ཡ་ཨ་ནི་ཐུགས་ཁྲོས་བཏང་བ་ར་ཅིག་ཡིན་ན་ལུ་རྒྱུད་ཀྱི་སྟེང་ལ་ཁྱེད་རང་ཚོ་གི་ཐུགས་ཁྲོས་བཏང་བ་དེ་ལུ་རྒྱུད་ཀྱི་སྟེང་ལ་ད་བསྐྱོད་བཞག་གི་རོ། རོ་ཡ། འདི་ཡིན་དུས་ཙམ་པ་ལ་ད་ནི། ད་ལྟར་གྱི་རྩིས་གཞི་དེ་ལ་སྐུ་ངོ་ཚོ་གཞིས་ཆགས་ལ་ཁག་ཡོད་ས་མ་རེད་གང་ཡིན་ཟེར་ན། གནས་ཚུལ་གོ་ཐང་བྱི་བ་ར་བཅས་ཡིན་ན་རྡ་རམ་ས་ལ་ནས་མ། ཨ་ནི་སྐབས་ཕེབས་ཡོད་རེད་ལ་ནི་ག་ཚོད་པ་དུ་བདེན་པ་ཡིན་མེད་ད་ལྟ། འདི་གསལ་པོ་ཅིག་ཧ་གོ་མ་སོང་རོ་ཡ། ཡིན་ནས་སྤྱི་ཚོགས་ཀྱི་དྲ་རྒྱ་ནང་གི་གནད་དོན་འགྲོ་སྟངས་ལ་བལྟས་བ་ར་བཅས་ཡིན་ན། ཨ་ནི་རྡ་རམ་ས་ལ་ནས་མ་སྐབས་ཕེབས་པ་ད་ཨ་ནི་གཞིས་མགོ་ཚོ་གི། དེ་ལ་མ་འདོད་བཞིན་དུ་ཨ་འདི་ཅིག་བྱེད་དགོས་ཡ་གི་གནད་དོན་ཅིག་ཆགས་བསྡད་ཤག་རོགས་ཡ། འདི་གཅིག་རེད། ད་ངེད་ཅག་ང་ཚོ་གོང་ས་མཆོག་ཨ་ནི་ཅིག་སྐུའི་ཨ་ནི་པི་མོ་དང་སྨན་བཅོས་ལ་ཕེ་ཡ་གི་ཨ་རི་ལ་ཕེ་ཡ་གི་ཨ་ནི་འདི་གང་ལ་ཨ་ནི་ད་རི་ཁ་སང། ང་ཚོ་བོད་པའི་གི་བྱེད་སྟངས་འདི་སྐོར་ལ་ཏེས་ཅིག་རོ་ཡ། བསམ་ཚུལ་ཅིག་བཤད་ན་བསམས་རོ་ཨ་བསམ་ཚུལ་དེ་ག་རེ་ཡིན་ཞུ་བ་ར་ཅིག་ཡིན་ན། ང་ཚོ་བོད་པ་དེ། བླ་མ་ལ་དད་པ་ཡོད་མདོག་བྱེད་ཡ་དང་རོ་ཨ། མི་ལ་བསྟོད་ཡ་དང་དེ་རིགས་དེ་ཁྱེད་བོ་ཞུ་བ་ར་ཤ། དེ་འདྲེ་གི་མ་བིན་ད་མ་བིན་བླ་ན་ཡ་མ་འགྲིག་རོ་ཨ་ཡ་མ་བིན་འདྲ་བོ། ཕྱོགས་གཅིག་ནས་ལྟ་ན་ངའི་མ་བུའི་འགྲོ་འཐུང་ཁུར་དུ་རོལ་ཡ། མི་ལ་ཞེའུ་ཅིག་སྟོན་དགོས་ཡ། ཤོ་ཨོབ་ལེགས་རོ་ཤོ་ཨོབ་ཞེའུ་བྱེད་དགོས་ཡ། བླ་མ་ལ་ཞེའུ་ཅིག་དད་པ་ཡོད་དོ་མདོག་བྱེད་ཡ། ད་འདི་གི་དཔེ་མཚོན་ཡག་པོ་ཅིག་ངས་ག་བ་ནས་མཐོང་སོང། ཞུ་བ་ར་ཅན་ན་ངེད་ཅག་གོང་ས་མཆོག་ཨ་ནེ་སྨན་བཅོས་དང་འབྲེལ་བའི་ཐོག་ནས་རོལ་ཡ། སྨན་བཅོས་དང་འབྲེལ་བའི་ཐོག་ནས་ཨ་ནེ། ག་ལ་བོ་རེད། ཨ་རི་ལ་ཕེབས་རེད། རོ། ཨ་རི་ལ་ཕེབས་དུས་ཙམ་པ་ལ། དངོས་གནས་བྱས་ན། མི་གཅིག། རོ། ང་ཚོ་མི་དཀྱུས་མ་ལ་བཞག་ཆ་བཞག་བ་རེད་བྱས་ན། མི་གཅིག་ན་གི་ཡོད་ན། རོ། གཡས་གཡོན་ལ་ལྕགས་སྲིན་པོ་མ་བཟོས་ཡས་དང། ཁོར་ཡུག་དེ་ཏས་གཞི་འཇམ་པོ་བཟོས་ཡས་དང། ཟ་ང་ཟི་ངན་མང་པོ་མེད་སྐྱོ་དང། རོ་ཡ། འདི་འཛེགས་ཀྱི། ཁོར་ཡུག་ཅིག་ང་ཚོ་བསྐྲུན་གྱི་རོ། རོ་ཡ། མི་གཅིག་གཞུག་ཅིག་མེད་པ་ཡིན་ན་རེ་ད། ད་འདི་ན་བཞིན་ང་ཚོ་གོང་ས་མཆོག་འདི། ང་རང་ཚོ། རྒྱལ་ཁབ་ཀྱི། ཕ་ཟེར་ན་འདྲ་མ་ཟེར་ན་འདྲ་གོང་ས་མཆོག་འདི་ཆགས་བསྡད། རོ་ཡ། གོང་ས་མཆོག་འདི་འདྲའི་སྙུང་ནས་སྙུང་གཞི་བཞེས་ནས་ཨ་ནེ་སྨན་ཁང་ལ་བརྟག་བཅོས་འཕེལ་བའི་སྐབས་ལ། ད་ནི་ང་ཚོ་ཅིག་དགའ་དགའ་སྤྲོ་སྤྲོ་འདྲ་བོ་ཅིག་དང་ཞི་བོ་ཅིག་ག་ལ་འོ་རེད། གོང་ས་མཆོག་ལ་ད་མདོར་བསྡུས་བཤད་བ་ར་ཅིག་ཡིན་ན་གོང་ས་མཆོག་ལ་སུན་པོ་ཞི་བོ་བཟོས་ནས་འདི་གཡས་གཡོན་གྱི་ལས་ཀ་བྱེད་ངེས་གོང་ས་མཆོག་གིས་ད་དངོས་གནས་ཁོ་རང་ཉེ་འགྲམ་གྱི་ཨ་ནི་ཕྱག་ལས་གནང་ངེས་ཚོ་ལ་ཡིད་གནང་བདེ་བོ་མེད་བ། གོང་ས་མཆོག་ཐ་ན་ངས་གོ་ཚོད་བྱེད་བ་ར་ཅིག་ཡིན་ན། ྋགོང་ས་མཆོག་ད་ཕེ་ཅིན་ད་དེ་འདྲས་ཞུ་བ་ར་ཅིག་ན་ནིའུ་ཡོག་གི་རྒྱན་ཁྱི་ཐུ་ཐུ་ཁོ་བོ་མ་རེད་མ་གཏོགས་ར་བ་ནིའུ་ཡོག་ལ་དུས་ཙམ་པ་ལ་ངེད་ཀྱི་ནིའུ་ཡོག་ལ་ཞུ་ངེས་ཚང་མ་ལགས་མེད་ད་ཡིན་ནས་ནིའུ་ཡོག་ལ་དེ་འདྲས་འཁྲབ་དེ་ངས་བླ་མ་ལ་དད་པ་ཞུ་ཡོད་མདོག་མདོག་བྱེད་དེ་ངེད་ཀྱི་མི་མང་པོ་ཅིག་ཁོ་ཚོས་ཀྱི་ད་ནིའུ་ཡོག་ཚང་མ་མ་རེད་ར་བ་ཡིན་ནས་རེ་གསུམ་ཅིག་གི་རྒྱན་ཁྱི་བོ་བྱེད་ཀྱི་ར་བ་ག་ཡིན་ཟེར་ན་ཐ་ན ྋགོང་ས་མཆོག་ནིའུ་ཡོག་ལ་ཞུ་མ་ཐུབ་ནས་མགྲོན་ཁང་ལྷོད་ལྷོད། རོ་ཡ། མགྲོན་ཁང་དེ་འདྲའི་སྐར་མ་མང་པོ་ཅན་གྱི་མགྲོན་ཁང་དེ་འདྲའི་ལ་ལྷོད་ལྷོད་ཞུ་བའི་ཚབ་ལ་གོང་ས་མཆོག་དེ་ནས་ཅིག། ས་ཁུ་སིམ་ས། རོ། དེ་འདྲའི་ལ་ཕེབས་དགོས་བའི་གི་གནད་དོན་ཅིག་ཆགས་འདུག་བ་དོན་དག་ཏོག་ཏོག་དཀའ་ངལ་ག་ལ་བ་ར་ད་ངེད་ཀྱིས་དེ་འདྲའི་ལ་བ་ར་ཅིག་ཡིན་ན་ཡང།

ཟ་ཁང་གི་ཅིག་ལས་བྱེད་དང་མཉམ་འདོར་ལ་ཁ་རྩོད་ཤོར་ཡ་ལ་སོགས་པ་དང་ཟ་ཁང་ནང་ལོགས་ལ་ཨ་ནེ་ཅིག་གསང་སྤྱོད་དང་དུ་ཚོ་ཚོ་པོ་བཟོས་ནས་ཨ་ནེ་ཅིག་ཟ་ཁང་གི་གསང་སྤྱོད་དེ་ང་ཚོ་བཏང་དགོས་ཡོད་ལ་ནས་རྩེད་ཤོར་ཡ་ལ་སོགས་པ་དང་ད་དེ་འདྲས་ཀྱི་གནད་འགག་མང་པོ་ཞི་བོ་ཅིག་ཟ་ཁང་དེ་བེད་ཁོ་ར་རེ་ལི་ཏི་སིང་འདྲ་བོ་ཅིག་བཟོས་ཤ་ད་གོང་ས་མཆོག་གི་ཞུ་ས་གི་ཨ་ནེ་ཟ་ཁང་ཆེན་པོ་དེ་ཨ། ཨ་ནི་རི་ལི་ཏི་སིན་འདྲ་བོ་ཅིག་བཟོས་ནས་བཅིངས་པ་དང་ས་འདྲ་བོ་ཅིག་དང་ཡར་འགྲོ་མར་འགྲོ་བྱས་ཨ་ནི་འདི་པར་ར་ལ་ཁ་ཤས་ལ་དྲི་བ་བཏང་གི་འདུག་པར་རྒྱ་ནས་དྲི་བ་བཏང་དུས་ཙམ་པར་ལ་ཨ་གོང་ས་མཆོག་དང་ཅིག་མཇལ་ན་བསམ་སོང་འདྲ་བོ་ཅིག་གོང་ས་མཆོག་སྙུང་ནས་བཞུགས་ཡོད་རེད་སྨན་ཁང་ལ་རྟགས་བཅོས་ཕེབས་རེད་ད་ག་རེ་འགོ་ཚུགས་འོག་མར་ང་ཚོ་རོ་ཡ་ག་རེ་འགོ་ཚུགས་འོག་མར་གོང་ས་མཆོག་སྙུང་བསྡད་ཡོད་རེད། རོ། དེས་ན་གཞན་གྱིས། སྨན་གང་ལ་བརྟག་བཅོས་ཕེར། རོ། ད་ཁྱོད་རང་གི་རྗེ་གོང་ས་མཆོག་མཇལ་ཡས་དེ་དེ་ག་ཟི་གལ་ཆེན་པོ་རེད་པས། གོང་ས་མཆོག་གིས་ཨ་ནི་ཅིག་མཇལ་དགོས་ཡས་དེ་དེ་ག་ཟི་གི་ཁྱོད་རང་གི་གལ་ཆེན་པོ་བྱས་ནས་གོ་མི་སྨྱུང་ངེས་ཅིག་ཨོ་ཁྱོད་ཉིན་བདུན་ལ་ཨ་ནི་མ་ཕེར་ནས་ཨ་ནི་པར་རྒྱག་དགོས་རེད་པས། རོ། དེ་ཡིན་དུས་ཙམ་པ་ལ་ང་ཚོ་བསམ་བློ་བཏང་དགོས་ཡས་དཔེ་གལ་ཆེན་པོ་རེད་འདུག་ད་ཨ་ནི་ཁ་ཤས་ཀྱིས་ཕེ་ཁེ་ལ་བཞུགས་ཁྲི་བརྒྱབ། ཟ་ཁང་གི་མདུན་ལ་བཞུགས་ཁྲི་བརྒྱབ། རླུང་རྟ་བཏགས། ཨ་ནི་སྡེ་བ་ལ་སྐོར་ར་འགྲོ། རོ། ད་སྐོར་ར་འགྲོ་ན་འགྲིག་གི་འདུག་ད་སྐོར་ར་འགྲོ་བ་ར་ཅིག་ཡིན་ན། རོ། ཡ། འགྲིག་གི་འདུག། ཁ་ཤས་ཀྱི་སྡེ་ལ་བཞུགས་ཁྲི་བརྒྱབ། རླུང་རྟ་བཏགས། ད་འདི་ཡི་གང་ལ་རོ་བ་ཅིག་ཨ་ནི་དད་པ་ཡོད་མདོག་འདྲ་བོ་ཅིག་མཐོང་གི་འདུག་ད་ཅིག་ཞི་བ་ཅིག་ཤོག་ཨ་བ་ཅིག་དེ། རོ། དད་པ་ཞི་བོ་ཡོད་མདོག་མདོག་བྱས། ལང་ཀ་ལ་འགྲོ་ངེས་ཚང་མ་ལ་དབྱིན་ཇི་འདུ་འཛོ་དང་ཟ་ཁང་ནང་ལོག་ལ་མགྲོན་པོ་ཡག་མ་ཡོང་ངེས་དང་དབྱིན་ཇི་དང་ཚང་མ་ལ་ཁ་ཐག་གཡོག་ཡག་འདྲ་བོ་དང་ཨ་ནི་པར་འདུ་འཛོ་ཚང་མ་རྒྱ་ངན་འདུ་འཛོ Professional གི་པར་རྒྱ་ངན་དང་དོན་དག་རྡོག་རྡོག་འདོན་འདི་བྱེད་བ་ལ་བརྟེན་ནས་གོང་ས་མཆོག་ལྷོད་ལྷོད་ཞུ་བས་དེ་ཕེ་ཅན་དེ་ལ་འགོག་རྐྱེན་བྱེད་ནས་གོང་ས་མཆོག་ཕེབས་དགོས་ཡ་ཆགས་སོང་བསམ་བསམ་འདྲ་བོ་བྱེད་ཁན་ང་རང་སེམས་པ་ལ་ཚོར་བ་དེ་འདྲས་ཅིག་བྱུང་སོ་ད། རོ། དེ་ཡིན་དུས་བརྩམས་པ་ད་རིང་འདི་ལ་ད་ཚར་ཚར་བའི་གི་གནས་ཚུལ་འདི་ཚར་ཚར་རོ། ཡིན་ནས་ང་ཚོ་མ་འོངས་པ་ལ་འདུ་འཛོད་གི་རིགས་འདི་ལ་ཐེངས་གཅིག་ཀླད་པ་འགྲོ་དགོས་ཡ་དེ་ཀླད་པ་ལ་ད་སོ་སོ་གི་བསམ་བློ་དེ་འདི་ངོ་ཆོ་ལ་འགྲོ་དགོས་ཡ་དེ་དཔེ་གལ་ཆེན་པོ་མཐོང་གི་འདུག་རོ་ཡ། དེ་ཡིན་དུས་བརྩམས་པ་ལ་མི་མགྲོན་པོ་ཡོང་ངེས་ཡ་མ་ལང་ག་ལ་འགྲོ་དེ་ངས་མི་གོམ་པ་བརྒྱ་དེ་ངས་དབྱིན་ཇི་འདུ་འཛོད་ལ་ཁ་བརྡ་ཡོད་ཡ་དེ་ཨ་ནི་རླུང་རྟ་བཏགས་ཡ་འདྲ་བོ་དང་ཨ་ནི་དེ་ལ་བཞུགས་ཁྲི་རྒྱག་ཡ་དང་ཨ་ནི་བཞུགས་ཁྲི་ལ་མཇལ་ཁ་འགྲོ་ཡ་འདྲ་བོ་དང། འདི་ཚང་མ་ཅིག་ཆར་སྟོན་པ་གི་ཅིག་ཆར་འདེགས་སྐྱོར་འདྲ་བོ་ཅིག་མཐོང་གི་མི་འདུག་བ་ཡ། ང་རང་ལ་ཡང་ཁོ་རང་ཚོ་ལ་བསམ་ཚུལ་གཞན་པ་ཡོད་སྲིད་ཀྱི་རེད་ཡིན་ནས་ཅིག་བྱེད་སྟངས་འདི་བེད་ཁོ་རང་ང་ཚོ་བེད་ཁོ་རང་འདྲ་མ་འཁྲབ་ངེས་འདྲ་བོ་རོ། འདྲ་མ་འཁྲབ་ངེས་འདྲ་བོ་ཅིག་འདིས་ཤུགས་ཆེན་པོ་ཅིག་འཚོ་བ་ལས་སུ་རོ་ཡ། འདི་ཡིན་འདི་ཙམ་པ་ལ་ཨ་ནི་འདུ་འཛོ་ཅིག་རེད་ཨ་ནི་སྤྱི་བཏང་གི་རང་བཙན་གྱི་ཚོགས་ཆེན་ཅིག་ཁ་སང་ད། ཉི་མ་ཐེངས་གསུམ་པ། ཐེངས་གསུམ་ཚོགས་ནས་རོ་ཨ་ཡ། ཨ་ནི་དངོས་གནས་ཁོ་རང། བོད། ག་ལ་འོར་ད་འདིའི་ནང་ནས། ཚོགས་པ་ཅིག་ཚོགས་པ་ཟ་བ་ཅིག། རོ་ཨ་ཡ། ཨ་ནི་བོད་རང་བཙན། འབྲེལ་མཐུད་ལྷན་ཚོགས་སུ་བྱས་བོད་རང་བཙན། འབྲེལ་མཐུད་ལྷན་ཚོགས་ངས་ནོར་མེད་པ་ར་ཅིག་ཡིན་ན་བོད་རང་བཙན་འབྲེལ་མཐུད་ལྷན་ཚོགས་སུ་བྱས་ནས་ཨ་ནི་ཅིག། ད་ཚོགས་པ་ཟ་བ་ཅིག། ཚོགས་པ་གསར་བ་ཅིག་བྱས། ཚོགས་པ་གསར་བ་དེ་གི་དམིགས་ཡུལ་དེ། རང་བཙན་འཐབ་རྩོད་པ་ཚོགས་པ་ཆེ་ཆུང་མང་པོ་ཅིག་ཡོད་རུང། ཚང་མ་ཅིག་མཉམ་དུ་འགྲོ་ནས་ང་ཚོ་ནུས་པ་གཅིག་ལ་སྤུངས་ཐུབ་ཡག་གི། དེ་འདྲའི་གི་ལས་འགུལ་ཅིག་ད་གི་ཆེད་དུ་ང་ཚོ་ཚོགས་པ་དེ་དབུ་འཛུགས་གནང་རེད་ད། ཀྲོ་རོན་ཀྲོ་ལ་བོད་རང་བཙན་རྒྱལ་ཡོངས་ཚོགས་པའི་གི། ཐེངས་བདུན་པ་འདིའི་ནང་ལོགས་ལ་དངོས་གནས་ཁོ་རང་གྲུབ་འབྲས་ཧང་སང་ཡག་ཡག་པོ་ཅིག་ཐོན་སོང་རོ། ཨང་དེའི་ནང་ནས་མི་མང་པོ་ཅིག་གིས་ངས་ད་འཇིགས་ཞུ་བ་ན་ཞེ་རེད། རང་བཙན་གྱི་འཐབ་རྩོད་འདི་ཨ་ནི་ཅིག་གོང་ས་མཆོག་དང་འགལ་འདྲ་ཡིན་པ་འདྲ་བོ་ཅིག་དང་གོང་ས་མཆོག་གིས་ཨ་ནི་བཀའ་བགྱིད་ཀྱི་ཡོད་བ་དང་དེ་འབྲེལ་གྱི་བསམ་ཚུལ་འདྲ་མ་འདྲ་མ་བིང་གིས། གོང་ས་མཆོག་གི་ཨ་ནེ་རང་བཙན་རྩོད་མ་ཆོག་གསུང་བ་འདྲ་བོ་དང་ཨ་ནེ་གོང་ས་མཆོག་གི་དང་བཀའ་འགེལ་གྱི་ཡོད་བ་དང་བླ་མའི་བཀའ་འགེལ་གྱི་ཡོད་བ་དང་ཨ་ནེ་གོང་ས་མཆོག་ཉིན་ཐོ་ལ་འགལ་ཟླ་བྱེད་ཀྱི་ཡོད་བ་དང་རང་བཙན་རྩོད་མཁན་ཚོ་གིས་གོང་ས་མཆོག་ལ་མ་དགའ་བ་ཡིན་པ་འདྲ་བོ་ཅི་དང་དེ་འབྲེལ་གྱི་སྤྱི་ཚོགས་ནང་ལོག་ལ་ཨ་ནེ་མགོ་ཚོད་ལ་མ་ཚོད་ལ་གྱི་ཨ་ནེ་བསམ་ཚུལ་བཤད་ནས་མི་མང་མང་པོ་ཅིག་ལུག་འདྲ་བོ་མི་མང་མང་པོ་ཅིག་གིས་ཨ་ནེ་མགོ་འཐོམ་བསྡད་ཡོད་བའི་གི་གནད་དོན་ལ་བལྟས་ནས་ད་རེ་ངེད་ཀྱི་དེ་ནི་མ། རང་འཛིན་ལ་ཡ་བདེ་གི། ད་མི་རྒན་པ་ཚོ་དྲང་པོ་ལགས་འོ། ཅིག་གེ། ནག་གུང་ནང་ལ་བསྡད་ཡ་གི་འདོད་པ་ཡོད་ངེས་གི་མི་དོན་ཚོ་ཨ་ནི་ཁོ་རང་ནག་གུང་ནང་ལོག་ལ་ད་བཞག་བཞག་གོ་རོ། འདི་ཡིན་དུས་ཙམ་པ་ལ་ཡང་ཁ་ཤས་ནག་གུང་ནང་ལ་བསྡད་འདོད་མེད་བ་ལ་ནག་གུང་ནང་ལ་ཟག་བསྡད་ཀྱོག་གི་མི་ཚོ་ལ་ཨ་ངེས་གི་ད་རིང་དེ་ལ་གོ་བདེའོ། ཅིག་གི་ང་ནི། རོ་ཡ། གོ་བདེ་བོ་གཅིག་གི་ངང་ནས་ཨ་ནི་ངའི་རང་བཙན་དང་དབུ་མ་ལ་ཡ་དེ་གི་ཨ་ནི་ད་ང་ཚོ་ད་ལྟ་དབུས་བོད་མི་སྒྲིག་འཛུགས་དེ་དབུ་མེད་གི་ལམ་ག་ལ་ཤར་སྐྱོད་བྱེད་གོ་རེད་ཨ་ནི་དེ་ན་ཞིང་གི་རང་བཙན་འཐབ་རྩོད་པ་ལ་ནི་ད་འདི་གཉིས་ང་ཚོ་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་ཤུགས་ཆེ་ཤོས་ཆགས་དེ་རེད་གྲུབ་འབྲས་མང་ཤོས་ད་ག་ལ་འོ་རེད་གྲུབ་འབྲས་གྲུབ་འབྲས་སྟོན་བ་ར་ཅིག་ཡིན་ན་དེ་ལམ་ལམ་སྟོན་ས་གི་ལང་ཀ་འདི་གཉིས་ག་ལ་ཡོ་རེད་ད། ང་ཚོ་རོ་བ་རྒྱལ་ཁབ་འདི་དང་མི་རིགས་འདི་གི་ཆེད་དུ་གྲུབ་འབྲས་བཏོན་བ་ར་ཅི་ཡིན་ན་ལམ་འདི་གཉིས་ག་ལ་ཡོད། ད་ངས་ཀྱི་དབུ་མ་དང་རང་བཙན་འདི་མི་མང་པོ་ཅིག་གིས་ད་དབུ་མ་དབུ་མའི་ལམ་ཀློག་དགོས་ན་དང་པོ་བོད་ཡུལ་སྦྱང་དགོས་རེད་ཨ་ནེ་ཅིག་ཁ་ཤས་ཀྱིས་ཨིན་ཇི་ཨིན་ཇི་ཐོག་ནས་ཀློག་དགོས་རེད་བོད་ཡུལ་ཐོག་ནས་ཀློག་དགོས་རེད་ད་འགྲེལ་བཤད་མང་པོ་ཞེ་བོ་ཅིག་བརྒྱབ་ཟབ་སྦྱོང་མང་པོ་ཞེ་བོ་ཅིག་ལ་འགྲོ་དགོས་རེད་ལ་ནས་ཨ་ནེ། ཅིག། གོང་ས་མཆོག་གིས་ཨ་ནི་ལམ་ཅིག་གནང་རེད་འདི་ཡིན་དུས་ཙམ་པ་ལ་གོང་ས་མཆོག་ལ་བརྒྱ་ཆ་བརྒྱ་ནས་བརྒྱ་ཡིད་ཆེས་བྱེད་ནས་འགྲོ་ཤག་ངེད་ཀྱིས་བརྒྱ་ཆ་དགུ་བཅུ་གོ་ལྔ་དེ་དེ་འདྲའི་འདྲ་བོ་ཅིག་ཆགས་བསྡད་རེད་ད། སློབ་སྦྱོང་བྱེད་ནས་འགྲོ་ངེས་དེ་དབུ་མའི་ལམ་ལ་འགྲོ་ངེས་དེ་ཚོ་ད་དངོས་གནས་ཁོ་རང་ག་ལ་འོ་རེད་ཨ། གང་སྐུ་ཅིག་ཞུ་ཡས་མེད་རེད་བ་ཡ། ཡིན་ནས་མང་པོ་ཅིག་གོང་ས་མཆོག་གིས་ཨ་ནི་ལམ་དེ་འདྲའི་ཅིག་གནང་རེད་དེ་འདྲའི་ཡིན་དུས་ཙམ་པ་གོང་ས་མཆོག་གིས་ཨ་ནི་དེ་འདྲའི་ཅིག་གིས། ཅིག་མང་པོ་བཤད་དེ་ངེས་ཀྱི་ཡོད་རོ། འདུ་འཛོ་ལ་ངས་དང་པོ་ཅིག་ཞུ་དགོ་རོ་ང་ཚོའི་བཙན་བྱོལ་སྤྱི་ཚོགས་ནང་ལོ་ནས་གོང་ས་དབུ་མའི་ལམ་ལ་དུས་ཙམ་པ་ཡིན་གཅིག་མིན་གཅིག་གོང་ས་མཆོག་དང་འབྲེལ་བ་བཏགས་དེ་ཅིག་དུ་བ། དེ་གོང་ས་མཆོག་མཚན་དེ་བོད་ཆོས་བྱས་ཀྱི་ཆེད་དུ་འབྲེལ་བ་དེ་བཏགས་དགོ་རེད་བསམ་གི་འདུག་རོ། སྤྱི་ཐང་གི་བྱི་བ་ར་ཅིག་ཡིན་ན་མི་མང་གི་ཨ་ནི་ཅིག་འོས་ཤོག་ཅིག་བླུག་ནས་རོ་ཡ་དབུ་མའི་ལམ་གཏན་ལ་བབ་དེ་ཡ་རྒྱོ། གོང་ས་མཆོག་དང་འབྲེལ་བ་ཡོད་མ་རེད་ད། གོང་ས་མཆོག་གི་དེ་འདྲས་ཅིག། གནང་ན། ཨ་ནི་ལམ་དེ་འདྲས་ཅིག་ཡག་པོ་འདུག་ཟེར་ནས་གོང་ས་མཆོག་གིས་དེ་འདྲས་ཅིག་གསུངས་ཡོད་རོ་ཡ། ཅིག་ལམ་སྟོན་ཅིག་གནང་ཡོད་རོ་ཡ་གོང་ས་མཆོག་གིས་བོད་པ་ཚང་མ་དེ་ལ་རྒྱུག་འོང་ཡོད་ཟེར་བྱས་ཀ་གནང་སྲིད་ཀི་ཡ་མ་རེད་ལ་ཀ་གནང་ཨེ་ཡོད་མ་རོ་ཡ། ཨ་ནི། བོད་པ་ཚང་མ་དེ་ལ་ཤར་བསྐྱོད་བྱེད་དགོས་ཡོད་ལ་ནི་འོ་ནི་དེ་ཀ་གནང་སྲིད་མར་གོང་ས་མཆོག་གིས་ལམ་སྟོན་ཅིག་གནང་ཡོད་རེད་ལམ་སྟོན་འདི་གིས་གཞི་བཟུང་བྱས་ནས་ཨ་ནི། ལམ་སྟོན་འདི་གིས་གཞི་བཟུང་བྱས་ནས་ཨ་ནི་བོད་མི་མང་པོ་ཅིག་ལ།

རོ། ཨ་ནི་ཡང་དད་པ་མེད་ན་དད་པ་ཡོད་དོ་འདོ་བྱེད་སོབ་སོབ་ཀྱི་འགན་ཅི་ཡང་མ་ཁུག་སློབ་སྦྱོང་ཅི་ཡང་མ་བྱེད་ནས་དབུ་མའི་ལམ་ལ་ཨ་ནི་གོང་ས་མཆོག་རང་བྱེད་ནས་འདི་བྱིས་དུས་ཙམ་པ་ལ་ད་རི་ག་ས་བཙན་བྱོལ་སྤྱི་ཚོགས་ནང་ལོག་ལ་དབུ་མའི་ལམ་སྲོལ་ངན་དོན་ཚོ་གོང་ས་མཆོག་མེད་ན་ཨ་མེད་ཅིག་དབུ་མའི་ལམ་ལ་འགྲེལ་བཤད་རྒྱ་ཡ་མེད་ཀྱོག་རོ། གོང་ས་མཆོག་དེ་ཡིན་གཅིག་མིན་གཅིག་མདུན་ལ་བཞག་ནས་ཨ་མེད་ཅིག། ལག་ཆ་དེ་མ་བཟོ་ན་བེད་སྤྱོད་བྱེད་དགོས་ཡས་ཀྱི་གནད་དོན་ཆགས་ཡས་དེ་རྒྱུ་མཚན་འདི་ག་ལ་ཆགས་ཀྱི་འདུག་བསམ་གྱི་འདུག་རོ་ཡ་ང་རང་གི་བསམ་ཚུལ་རེད་ད། དེ་ཡིན་དུས་བསམ་པ་ལ་ད་ངེད་ཀྱི་འདི་གོ་བདེ་བོ་ཅིག་ག་ལ། རོ་ཡ། ཁྱེད་རང་ཚོ་གོང་ས་མཆོག་གཅིག་པོ་གཅིག་གི་ཨ་ནི་ལམ་ཅིག་བདེན་བྲལ་ཅིག་ང་ཚོ་ལ་ཅིག་ལམ་སྟོན་ཅིག་ཕེབས་རེས་འདི་ལ་ད་ནི་ཨ་ནི་བྱེད་ཀྱི་ཡོད་ལ་ངེད་ཀྱི་འདུ་འཛོ་ལ Second thought ལེགས་རོ་བསམ་བློ་བཏང་ཡས་བསམ་བློ་གཉིས་པ་ཅིག། སྐྱེ་ཡས་ཀྱི་ཐབས་ཚུལ་བྱེད་ནས་ཐབས་ཤེས་ཀྱིས་བྱེད་ཀྱི་ཡིན་ད་རོ་ཡ། དབུ་མའི་ལམ་ལ་ཡ་དེ་དང་རང་བཙན་ལ་ཡ་དེ་ག་རེ་རེད། མདོར་བསྡུས་དུས་ན་ནས་ངེད་ཀྱིས་འདི། སྐར་ཆུང་སུམ་ཅུ་ནང་ལོགས་ལ་བཤད་ན་ཡི་འགྲིག་གི་འདུག་དབུ་མའི་ལམ་དང་རང་བཙན་གཉིས་ཀྱི་པ་ར་ལ་ཁྱད་པར་ག་རེ་ཡོད་རེད། ལ་ན། རང་བཙན་ལ་ཡ་དེ། ང་རང་ཚོ་ཁང་པ་ཅིག་གི་མ་སུ་ན་རེད་ཁང་པ་ཁྱོད་རང་གི་ནང་ལ་ཁང་པ་ཅིག་ཡོད་རེད་ད། འོ་འདི་རང་བཙན་རེད། ཁྱོད་རང་གི་དཀའ་ལས་བརྒྱབ་ནས་རོ། ཁྲག་དང་སྣག་དང་ཚང་མའི་གི་བསགས་ནས་ཁྱོད་རང་གི་ཁང་པ་ཅིག་ཉོ། རོ་ཡ། ཁང་པ་འདི། མི་གཅིག་གི་ཐོག། ཁང་པ་འདི་རེད་ད་ཁྱོད་རང་གི་ཁང་པ་འདི་བསྟན་འཛིན་ཡེ་ཤེས་ཀྱི་ཐོག་རེད་ཁྱོད་རང་དཀའ་ལས་བརྒྱབ་བཞག་ཀྱོག་གི་ད་འདྲ་ཉོ་བཞག་ཀྱོག་ཁྱོད་རང་ས་ཆ་གང་བ་ལ་བསྡད་ཡོད་བ་ར་བྱས་ཡིན་ན་ཁྱོད་རང་ལ་ཁང་པ་ཅིག་ཡོད། རོ། ཁང་པ་ཡོད་དེ་སྐྱོ་སྟེ་ཁང་པ་འདི་ངེད་ཀྱི་འཕྲོག་སོང། འཕྲོག་དུས་ཙམ་པ་ལ་ངས་ཁྱོད་རང་ལ་གདུག་རྩུབ་མནར་གཅོད། ཁྱོད་རང་གི་དཔའ་བ་སེར་ཨ་མ་སེར་རས་ཁྱོད་རང་ལ་སྡུག་པོ་ཚད་མེད་བཏང། རོ། ཁྱོད་རང་གི་མཆོད་བཤམས་ཁང་པ་ནང་ལོགས་ཀྱི་མཆོད་བཤམས་ཚང་མ་ཕག་གཏོར། ཚུར་གཏོར། སྐུ་གདུང་ཚོ་ས་ལ་གཡུགས། ཚང་མ་ཕྱིར། ངེད་ཀྱི། རོ། ཡ། ལྟ། ཁྱོད་ང་གཉིས་ངེད་ཀྱིས་ཁྱོད་རང་ཁང་པ་འཕྲོག་ཚར་བའི་རྗེས་ལ་ད་ངས་ཁྱོད་ལ་ལག་འོར། ལོ་ཁ་ཤས་ཅིག་གི་རྗེས་ལ། ཁང་པ་དེ་བགོ་ཡོད་མ་ལབས། ཁྱོད་རང་ཁང་པ་ནང་ལོག་ལ། ད་ངེད་ཀྱིས་ངའི་ལག་འོག་མར་ད་ཁྱོད་རང་ངེད་ཀྱི་ཁང་པ་དེ་འཕྲོག་ནས་བསྡད་དེ་ད་ཁྱོད་ག་ལ་གོ་རེད་ད་ང་ཚོ་ཁྱོད་རང་གི་ཁང་པ་འཕྲོག་ཚར་སོང། རོ། ཁྱོད་རང་དངོས་གནས་ཁོ་རང་སྟོབས་ཤུགས་ཅན་གྱི་རྒྱལ་ཁབ་ཅིག་རེད་ཤག།

སོ་སོ་སྒེར་གྱི་མི་ཚེ་འགའ་ལ་བསམ་བློ་བཏང་དང། ཁྱོད་རང་གི་ཁང་པ་འཕྲོག་ཁྱོད་རང་གི་ཕ་མ་བསད་ཁྱོད་རང་གི་མཆོད་བཤམས་གཏོར་ཁྱོད་རང་གི་སྐུ་དང་འདུ་འཛོ་ཚང་མ་མ་གཏོར་བའི་རྗེས་ལ། ཡ། ཁྱོད་རང་གི་སྐུ་དང་འདུ་འཛོ་ཚང་མ། རོ། མ་གཏོར་བའི་རྗེས་ལ། ད་ཁྱོད་ང་ལ་ཚུར་ཞུ་བ་བརྒྱབ་ནས་ང་དེའི་ཕྱུགས་རོགས་བྱེད་ལ་འོར། ད་རང་བཙན་གྱི་ག་ལ་འོར། ཁྱོད་རང་འདི་ཐོས་སོང་ཁྱོད་རང་ཕ་རྒྱུགས། མི་འདོད། འདི་ཁང་པ་འདི་ངའི་ཁ་ཆེ་ཡིན། རོ། ངའི་ཕ་མེས་ཀྱི་དཀའ་ལས་རྒྱབ་བཞག་རྒྱོ་ཅིག་དང་ང་ཚོས་ཀྱི་ཁྲག་དང་རྣག་དང་བསགས་ནས་དཀའ་ལས་རྒྱབ་བཞག་རྒྱོ་ཅིག་ཡིན། ཁྱོད་རང་ང་ཚོ་ལ་དང་པོ་དེའི་ལ་ཡའི་ཚབ་ལ་མི་འདེད་ཁྱོད་རང་ང་ཚོ་ང་ཚོ་འདི་ནས་དེའི་ཆུ་དང་ལ་ནས་ང་ཚོ་འུ་ཚོ་རྒྱག་གི་མེད་ད། ང་རང་ཚོ་གི་ཐོབ་ཐང་ང་རང་གི་ཐོབ་ཐང་ག་རེ་ཡིན་པ་དང་ངའི་ནང་མི་གི་ཁ་ཆེ་དབང་ཐང་ཚང་མ་ང་རང་ལ་གོ་ཡོད་ལ་གོ་རང་བཙན་གི། ད་གོ་ཚོད་ཚོད། འདི་རེད་ད་གནད་དོན་རོ་ཨ། ཁང་པ་གཅིག་ཡོད་རེད། ཁང་པ་འདི་རང་བཙན་རེད། རང་བཙན་འདི་མིག་གི་ཐོག་རེད། ཁང་པ་འདི་མི་གཞན་པག་གི་ཐོག་རེད། རོ་ཨ། ད་ཁྱོད་ཁང་པ་འདི་ན་ལ་འདེད་ཆུ་ད་ལ་རྒྱལ། ཁང་པ་ང་རང་ཁ་ཅིག་ཁང་པ་འདི་ང་ལ་ཚུགས་ཁྱོད་ཤོར་ལ་རྒྱལ། ཚེ་འདིར་ཁྱོད་རང་དེའི་ཆོས་དང་ལགས་ན་ཁྱོད་རང་དབུ་མའི་ལམ་ལ་འགྲོ་ན་ཁྱོད་རང་དངོས་གནས་ཁོ་རང་འཛམ་བུ་གླིང་འདིའི་ནང་གི་སྙིང་རྗེ་ཆེ་ཤོས་རོལ་ཡ་གོང་ས་མཆོག་གི་ལམ་དེ་འདྲ་ཅིག་བཞེས་རྒྱོ་དེ་དངོས་གནས་ཁོ་རང་དོགས་པ་རྩ་བ་ཉིད་ནས་མེད་འཕགས་པ་སྤྱན་རས་གཟིགས་སྙིང་རྗེ་རང་རྒྱུད་རོལ་ཨ། འཕགས་པ་སྤྱན་རས་གཟིགས་ལ་དུས་ཙམ་པ་ལ་ང་ཚོ་སྙིང་རྗེ་གི་ལྷ་རེད་ལབ་འོ་རོ་འཕགས་པ་སྤྱན་རས་གཟིགས་ཀྱི་སྙིང་རྗེ་དེ་འདྲ་སྒོམ་པ་ར་ཅན་ཡིན་ན་ཧང་སང་ཡ་ག་ཡ་མ་རེད། རོ་ཡ། ཧོ། རང་བཞིན་གྱིས་ང་ཚོས་ཡིད་ཆེས་ཆོས་ཡ་གཅིག་དང་དད་པ་སྐྱེས་ཆོས་ཡ་གཅིག་རེད། ད་ཁྱོད་ཚོའི་གི་སེམས་པ་ནང་ལོག་ལ་འཕགས་པ་སྤྱན་རས་གཟིགས་ཀྱི་སྙིང་རྗེ་ན་ཞིག་ཡོད་ལ་འོ་རེད། རོ། འདི་ང་ཚོ་གི་བསམ་བློ་བཏང་དགོས་ཡ་དེ་དཔེ་གལ་ཆེན་པོ་རེད་ཤ། རོ། གཞོན་སྐྱེས་ཚོ་ལ་ལ་གི་ཡོད་ད། རོ། གཞོན་སྐྱེས་ཚོ་ལ། ཁྱོད་རང་གི་ནང་འདི།

རོ། ཁྱོད་ཚོ་ངའི་ནང་ཆོག་རེ་ཟོ་ཅི་བྱེད་ཟེར་ད། རོ། ང་ཚོ་ཁྱོད་ཚོ་མཉམ་དུ་བསྡད་ཀྱི་ཡིན་ལ་འོར་ད་དབུ་མའི་ལམ་གྱི་རོ། རང་བཙན་འཐབ་རྩོད་པ་ཚོ་གི་ང་ཚོའི་གི་རོ། ཁང་པ། ཚང་མ། ང་ཚོ་ལ་མགོ་ཡོད་ལ་འོར་ད་སོ་སོ་སྒེར་གྱི་མི་ཚེ་ནང་ལ་བསམ་བློ་བཏང་ཁྱོད་རང་ཁང་པ་མི་གཅིག་གི་འཕྲོ་འོར་ད། ཁྱོད་ཁང་པ་མགོ་ཡོད་ལ་གི་ང་ཁང་པ་འདི་ནང་ལ་བསྡད་ཅུ་ད་ལ་གི་ཡིན་པས་ངས་ཁང་པ་མགོ་ཡོད་མ་ལག་གོ་ང་ཁང་པ་འདི་ནང་ལ་བསྡད་ཅུ་ད་ལ་གི་ཡིན་པས་ང་ཚོ་གི་མི་ཁོ་རང་གི་དབང་ཐང་རང་བཙན་འཐབ་རྩོད་པ་ཚོ་གི། རོ། རང་བཙན་མགོ་ཡོད་ལག་ཉེས་ཀྱི་སེམས་པ་ནང་ལོགས་ལ་བོད་པ་ཡིན་པ་ར་ཅན་ཡིན་ན་ཁོང་ཚོའི་གི་བསམ་བློ་བཏང་སྟངས་དང་ཁོང་ཚོའི་གི་དབང་ཐང་ཁོ་རང་ད་ཁྱོད་ཚོ་མི་གཅིག་ལ་ཨེ་ཁྱོད་ད་གང་སྐུ་ཅི་དབང་ཐང་ཁོ་ར་ཡོད་མ་རེད་ཁྱོད་རང་ལས་དབང་ཐང་ང་ཆེ་ཡ་ཡོད་ལ་ན་ང་ཚོ་ཚང་མ་ང་ལ་ང་ལས་ཁྱོད་ལ་ང་ཞེས་པ་ཡོད་ཁྱོད་ལ་ང་ཡག་ག་ཡོད་ལ་གི་རོ་ཀྱེ་ཀ་ཡིན་ནས་ཀྱང་རིང་པོ་ནས།

རོ། གོང་ས་མཆོག་གིས་གསུངས་ཡོད། ཁྱོད་ཚོ་རང་བཙན་གན་དེས་ལེན་གྱི་ཡིན་པས་བྱས། རོ། འདི་ཡིན་དུས་བརྩམས་པ་ལ། ད་གོང་ས་མཆོག་གིས་འདི་གསུངས་རྒྱུ་དེ་ལ། རོ། གོང་ས་མཆོག་གིས་འདི་གསུངས་རྒྱུ་དེ་ཡང་མི་མང་པོ་གཅིག་གིས་གོང་ས་མཆོག་མདུན་ལ་བོད་སྤྱོད་བྱས་ནས། རོ། འདི་མ་ཁྱེད་ནས་འུད་སྒྲོག་སྤྱི་ཚོགས་ཀྱི་དྲ་རྒྱ་ནང་ལོག་ལ་མང་པོ་བཏང་དེ་ངས་བྱས་ཡོད། རོ། གོང་ས་མཆོག་ལ་ང་ཚོ་ལེན་སོ་སོ་གྱིས་རོ།

བསྒོམ་པ་གཅིག་ལ། བསྒོམ་པ་གང་ཟག་བཀྲ་ཤིས་ཀྱིས། བཀྲ་ཤིས་ཀྱིས་བསྒོམ་པས་དགེ། ཨ་ནི། བསྒོམ་པ་ལ་འཕེལ་དུས་ཙམ་པ་ལ། རོ། ཨ་ནི་བཀྲ་ཤིས་ཀྱིས་བསྒོམ་པ་ནང་ལོགས་ལ། བླ་མ། དངོས་གནས་ཁོ་རང། ཅིག། འཇམ་དཔལ་དབྱངས་ཀྱི། ཞེས་གཟིགས་རེས་བྱས་ནས། བླ་མ་མཚན་ལ་བལྟ་ཀུན་སྤྱོད་གསུམ་རྗེས་སུ། ཨ་ནི་བླ་མ་མཁས་པ་ཆེན་པོ་ཅིག་དང་འཇམ་དཔལ་དབྱངས་ཀྱི་རྒྱ་ནག་རི་བོ་རྩེ་ལྔར་ནས་ཨ་ནི་འཇམ་དཔལ་དབྱངས་ཀྱི་ཞལ་རས་གཟིགས་རེ་ལ་ནས་ཅིག་ས་དགའ་རོགས་ཅིག་ཐོབ་པའི་གི་སྐད་ཆ་བརྗོད་ཡོད་དེ་འདྲས་ཡིན་དུས་ཙམ་པ་ལ་ཨ་ནི་དཔེ་ཆ་མཁས་པ་ཡིན་དུས་ཙམ་པ་ལ་ད་གོང་ས་ཀུན་འདུས་ཅོག་གསུམ་པ་ཆེན་པོ་མཆོག་དམ་བུས་དམ་བཅའ་ལ་བཞུགས་དུས་ཙམ་པ་ལ་ད་བླ་མ་ཁྱེད་རང་བཀྲ་ཤིས་འཁྱིལ་གྱི་རོ་བཀྲ་ཤིས་འཁྱིལ་གྱི་དགོན་པ་ནང་ལོགས་ལ་ཨ་ནི། ད་ང་ཚོ་གི་དགོན་པ་འདིའི་ནང་ལ་ད་ཁྱེད་ཤོད་འཇམ་པའི་དབྱངས་ཀྱི་ཞལ་གཟིགས་ཉེ་རོ་ཡ། ཅིག། འཇམ་པའི་དབྱངས་ཀྱི་དངོས་གྲུབ། ཐོབ་བདེ་ངེས་ཀྱི། ཨ་ནི། འདི་ཡིན་དུས་བླ་མ་འདི་ད་མཚན་བརྗེས་སོང། དེ་འདྲའི་ཅིག་ལ། ཨ་ནི། ད་རིང། རྒན་རང་གིས་ད་ལྟ་སེ་བཏང་ན་མ་གཏོགས་ང་ཚོ་དགོན་པ་འདིའི་ནང་ལ་ད། ཅིག། རྒན་རང་ལས་བྱེད་པ་ཅིག་མི་འདུག། ད་ནི་རྒན་ཕལ་སྐད་ལ་གོང་ས་སྐུ་འདྲེ་བཅོ་གསུམ་པ་ཆེན་པོ་ཆོས་དམ་བཅའ་ལ་ཞུ་དུས་ཙམ་པ་བཀྲ་ཤིས་སྐྱིད་ཀྱི་དགོངས་པ་ནང་ལ་དམ་བཅའ་ཞུ་དུས་ཙམ་པ་ལ་ཨ་ནི་དེ་ཇི་ལྟར་བྱེད་ཆོས་ལ་ནས་རྒན་རྒྱལ་ཨེ་འདྲེ་བྱས་ནས་ལག་པ་ཅིག་བརྡབས་ནས་ཡག་ཅིག་བཟི་དུས་ཙམ་པ་ལ་ཨ་ནི། ཏཱ་སི་ཏཱ་ཡ་ཕག་ཞབས་མིག་ཆུ་ཁོ་རང་གི་ད་ག་རང། ཅིག། ཏཱ་སི་ཏཱ་ཡ་མེད་པའི་ཐོག་ནས། རོ་ཡ། མིག་ཆུ་ཁོ་རང་བཏང་ནས་ཨེ་འདྲ་བྱས་ནས་ལྷག་འདུག་བ། ཨ་ནི་མར་སླེབས་ནས་རྒན་ལ་ད་ཁྱེད། ད་རིང་རྒན་གྱིས་ཞབས་འདྲེན་ཞུ་བོ་ཞུས་སོང་དཀོན་མཆོག་གསུམ། རྒན་གྱིས་ད། རྟགས་གསལ་བྱེད་ཆུ་ནས་འགྲོ་མ་སོང། ཏིའི་ཇི་ལྟར་བྱེད་བྱོས་བྱས། ལག་པ་ཇི་ལྟར་བབས་ཨ་ནི་ད་ག་རང་ལྷག་ཟུག་སུ་བྱས། དགེ་ཕྲུག་དང་ཚོ་ལྟས་སུ་ངོ་ཚ་བོ་འགྲོ་བོ་བྱེད་དང་ཨ་ནི་རྒན་ཡིན་མཁས་པ་ཞུ་བོ་བྱེད་ད་འཇམ་དཔལ་དབྱངས་ཀྱིས་དངོས་གྲུབ་ཐོབ་བྱོས་དང་དེ་འདྲས་ཀྱིས་འདི་ཡིན་དུས་ཙམ་པ་ལ་རྒན་མཁས་པ་ཅིག་ཡིན་དུས་དགེ་ཕྲུག་དང་ཚོ་གིས་རྒན་གང་གནང་སོང་ཟེར་རོ་རྟགས་གསལ་སུ་ལ་བཏང་བོ་རེད། སྤྱན་རས་གཟིགས་ཁྲ་ལེ་མེ་ཡིན་ནས་མ། མི་འདོད། བྱ། སྤྱན་རས་གཟིགས་ཕྱག་སྟོང་སྤྱན་སྟོང་རྒྱན་ཡིན་ན་གཅིག། རྒྱན་གྱི་ཡ་ད་རྒྱུ་ཙམ་པ་ལ་རྒྱལ་བ་ཀུན་འདྲེ་བཅོ་གསུམ་པ་འདི་སྤྱན་རས་གཟིགས་ཕྱག་སྟོང་སྤྱན་སྟོང་ལ་ཨ་ནི། ཡི་གེ་བཞུགས་ཁྲི་ག་ལ་བཞུགས་དེ་ཀྱོ་ཅི། དེ་འདྲས་ཀྱི་རྗེས་ནས། གཏང་ཐོས་ཡོད་མ། རོ་ཡ། ད་ངས་གནད་དོན་འདི་ག་རེ་བྱས་ནས་ལག་གི་ཡོད་ལབ་ན་གོང་ས་མཆོག་གིས་ཨ་ནི། བཀའ་བདེན་པའི་ཕེ་བ་ར་ཅན་ཡིན་ན། ལན་རྒྱབ་མ་ཐུབ་བས་ཀྱི་གནས་ཚུལ་གནད་དོན་མང་པོ་ཞུ་བྱེད་ལ་ཡོད་དེ་བས་ཀྱི་བརྒྱུད་ནས་ཡོད་རེད་ང་ཚོ་སྤྱི་དང་གྱི་རང་བཙན་གྱེན་འདྲེ་ལེན་གྱི་ཡིན་པས་ལ་ཡ་ལ་རང་བཙན་ལེན་ལ་ཡ་དེ་དོག་དོག་ཅིག་རག་ཤ་ཡ་ཅིག་དང་ཨ་ནི་ཅ་ལག་ཅིག་ཁྱོད་རང་ལ་སྤྲད་ཤ་ཡ་ཅིག་དང་ཅིག་ཅིག་རྒྱ་ཁབ་དེ་དེ་འདྲེ་གྱི་ཅིག་གོ་ཅིག་ལ་རང་བཙན་ལེན་བྱེད་ངེས་ཀྱི་དེ་གོ་གི་མེད་རོ་ཡ་རང་བཙན་ལེན་ལ་དུས་ཙམ་པ་ལ་ང་རང་ཚོ་མི་མི་རིགས་ཀྱི་ད། ཅིག། མི་ཁ་ཤས་ཅིག་གིས་ཆོས་བསྔོག་ཆོག་ནས། ཁ་ཤས་ཅིག་གིས་སྲིད་བསྔོག་ཆོག་ནས་ཁ་ཤས་ཅིག་གིས་ད་ཚང་མས་ཀྱི་དཀའ་ལས་བརྒྱབ་ནས་ང་རང་ཚོ་གི་ངོ་བོ་མ་ལག་ཡ་དང་རང་བཞིན་ལ་གོ་ཡ་དེ་ག་རེ་མི་རིགས་ཅིག་གི་ངོ་བོ་གོ་རེ་རོ་ཡ། འདུ་འཛོམས་མ་ལག་ཡ་དང་འདུ་འཛོལ་གྱི་འཐབ་རྩོད་བྱེད་ནས་རོ་ཡ། འཐབ་རྩོད་རབ་དང་རིམ་པ་བྱེད་ནས་ཁོར་ཡུག་སྲུང་སྐྱོབ་ཀྱི་ཐོག་ནས་འཐབ་རྩོད་བྱེད་ནས་ག་ལེ་ག་ལེ་བྱེད་ནས་རོ་ཨ་ནི་ཅིག།

བོད་པའི་སྤྱི་ཚོགས་ནང་བློ་ལ་རང་བཙན་དེ་གལ་ཆེན་པོ་ག་ཚོད་ཡིན་མེད། ང་རང་ཚོ་གིས་འདི་ཡིག་ཆས་དང་ཉེས་པ་གཉེར་བ་ར་ཅིག་ཡིན་ན་རྒྱ་ཁབ་འདུ་ཚོ་ལ་རྒྱབ་སྐྱོར་ཚོགས་པ་དང་རྒྱ་ཁབ་འདུ་ཚོ་ཚང་མའི་ལ་ཨ་ནི་ཅིག་རང་བཙན་གྱི་ཐོག་ནས་གོ་རྟོགས་སྤེལ་ཡས་ཡིན་ན་འདྲ། ལོག་པི་བྱེད་ཡས་ཡིན་ན་འདྲ་གང་ཡིན་ན་རྒྱབ་སྐྱོར་དེ་ག་ལེ་ག་ལེ་ག་ལེ་ག་ལེ་ཚོ་རུབ་ནས། རོ་ཡ། དེ་འབྲེལ་གྱི་ཐོག་ནས་ཅིག་རྒྱལ་ཁབ་རང་བཙན་ལེན་ངོར་མ་གཏོགས་ད་གཟ། ཅིག། པེ་ན་ཏའོ་ཅེ་ཡིན་ན་ར་ཤི་ཡ་གྱི་བར་ལ་ཡུལ་དུས་ཙམ་པ་ལ་ར་ཤི་ཡ་དངོས་གནས་ཁོ་རང་རྒྱ་མི། རྒྱ་མི་ལས་སྟོབས་ཆེ་ཡ། འཛམ་བུ་གླིང་འདིའི་ནང་ལོགས་ལ་ར་ཤི་ཡའི་སྲིད་དུས་ཙམ་པ་སྟོབས་ཆེ་ཤོས་ཆེན་པོ་ཅིག་སྟོབས་ཆེན་པོ་ཅིག་དང། རྒྱ་མི་ལས་སྟོབས་ཆེ་ཡ་ཅིག་ཡིན་དུས་ཙམ་པ་ལ་རྒྱ་མི་ད་འདྲ་ཡོད་དེ་སྐྱོ་དེ་གང་ཀོ་ཅིག་མ་རོ། འདིའི་ནང་ལ་ལུང་པ་མང་པོ་ཅིག་རག་གི་རེད་བསམ་བསམ་ཀོ་ར་ཡོད་མ་རེད་ར་རོ།

མ། ལམ་སྟོན་གནང་ཡག་གི་དབུ་མའི་ལམ་འདི་ང་ཚོ་བཙན་བྱོལ་གཞུང་གི་ད་བཙན་བྱོལ་གཞུང་ལ་ན་ད་ངའི་ནམ་རྒྱུན་བོད་གཞུང་ལ་དེ་གི་བཙན་བྱོལ་གཞུང་ལ་དེ་གི་ཡོད་རོ་ཡིན་ནས་བོད་མི་སྒྲིག་འཛུགས་དེ་གི་གོང་ས་མཆོག་གི་གསུང་དེ་ཡ་ལམ་སྟོན་བྱེད་དེ་ཡ་གི་དབུ་མའི་ལམ་དེ་བསྐྱར་བསྐྱར་བསྐྱར་ནས་བསྐྱར་སྒྲིག་འཛུགས་དེ་གི་འདོན་ལེན་བྱེད་དགོས་རེད། གོང་ས་མཆོག་གི་གསུང་དེ་ཡ་གི་དབུ་མའི་ལམ་དེ། རོ་ཡ། མ། མ། ལམ་སྟོན་བྱེད་ཤ་རྒྱོ་སྟེ། ང་ཚོ་ད་འདྲ། བཙན་བྱོལ་སྒྲིག་འཛུགས་ཀྱི། བརྒྱ་ཆ་བརྒྱ་ནས་བརྒྱ་འདི་ལག་ལེན། བརྒྱ་ཆ་བརྒྱ་ནས་བརྒྱ་འོན་ཏེ་ལྟ་འགོ་རུལ། ཁ་ཤས་ཀྱིས་ཟེར་ན། ད་འདྲ། ང་ཚོ་འདིར་ལ་ཡོད་དོ། དབུ་མའི་ལམ་ལ་ཡོད་དེ་ད་ལྟོགས་ལོ་ངས་འདྲ་བོ་ཅིག་བབ་ས་མེད་སྐྱོ་ལ་བབ་ཡིན་ལ་ཡ་འདྲ་བོ་དང། ཨ་ནི་དབུ་མའི་ལམ་དེ་འདྲའི་བབ་དགོ་ཡ་གི་གནད་དོན་ཅིག། ཆ་བསྟོད་ཙམ་པ་ལ། ཁ་ཤས་ཀྱིས། ད་འདྲ། ལ་བ་ར་ཅན་ཡིན་ན། ད་འདྲ་ང་ཚོ་བཙན་བྱོལ་དབུས་བོད་མི་སྒྲིག་འཛུགས་ཀྱི་གཙོས་དེ་ཡ་གི་དབུ་མའི་ལམ་འདི་ཚོ། ཕལ་ཆེན་ཕལ་ཆེན་རྒྱ་མིས་ཀྱི་བཀྲེས་ཤག་ཡོད་བ་འདྲ་བོ་ཆེ། མང་ཆེ་བ་དེ་ད་ག་ཟིག་ང་ཚོ་དབུ་མའི་ལམ་ལ་དེ་ག་ཕྱིར་མ་གཏོགས་བོད་ནང་ལོགས་ལ་རྒྱ་མིས་ཀྱི་ད་ལྟའི་ཡོད་བསྡད་པའི་ཀྱི་གནད་དོན་མང་པོ་ཆེ་ཞུ་ད་ལྟ་ང་ཚོ་དེ་ཞི་བོ་ཅིག་དབུ་མའི་ལམ་དབུ་མའི་ལམ་ལ་ནི་ཞི་བོ་ཅིག་བཤད་དེ་ག་ཕྱིར་མ་གཏོགས་རུ་བ་བརྒྱ་ཆ་ད་མ་སུ་ན་བདུན་ཅུ་ལྷག་སྤྱི་ད་ད་ད་བོད་ནང་ལོགས་ལ་རྩོད་དེ་དེ་རག་ཚར་རོ། དེ་འདྲའི་ཤེས་ཀྱི་འདུག་རོ་ཡ་སྤྱི་དང་ད་འདི་ག་ཚོད་བར་དུ་བདེན་པ་ཡིན་དང་མ་ཡིན་དེ་ང་ཚོ་ཞིབ་འཇུས་བྱེད་དགོས་རོ། ཡིན་ནས་དེ་འདྲའི་བཤད་ཚོད་ལ་ད་ལྟ་བོད་ཁ་ཤས་ཀྱི་ལ་ན་ནི་བརྒྱ་ཆ་དགུ་བཅུ་བོད་ནང་ལ་ད་ལྟ་སྤྲད་བཞག་ཡོད་རེད། རོ། ཨ་ནི་ང་ཚོ་ད་ག་ཚོད་དབུ་མའི་ལམ་ལ་ནི་དེ་ལ་ཅིག་བཤད་དེ་ག་ཕྱིར་མ་གཏོགས་འདི་ཚང་མ་དཔེ་ཤག་གི་དོན་དག་རེད་ལ་ཡ་རེ་འུ་ཐང་དེ་འདྲས་ཀྱི་གནད་དོན་ཤེས་ཀྱི་འདུག་འདི་ཡིན་དུས་ཙམ་པར་འདི་ང་ཚོ་ཞིབ་འཇུས་བྱེད་དགོས་ཡ་ཅིག་དང་ངེད་ཀྱི་ཏིང་འཛིན་ཞིག་གི་ལ་ནི་ཁུངས་སྐྱེལ་བཞག་ཡ་དང་དེ་འདྲའི་རྩ་བ་ཉིད་ནི་མེད་ཡིན་ནས་ཡང། རོ། ང་ཚོས་ད་ལྟའི་གི་རྩོད་བཞག་ཡག་གི་དབུ་མའི་ལམ་དེ་ཕལ་ཆེན་ཕལ་ཆེན་བོད་ནང་ལོག་ལ་ད་ལྟའི་བསམ་བློ་ཡག་པོ་བཏང་ན་རག་བསྡད་ཡོད་རེད། དེ་འདྲའི་གི་དབུ་མའི་ལམ་དམའ་བོ་ཞི་བོ་ཅིག་དང་ས་བབ་ས་མེད་སྐྱོ་ལ་བབ་ས་སྐྱོ་གི་དབུ་མའི་ལམ་ཅིག་ལ་ཨ་ནི་ང་ཚོ་བསམ་བློ་བཏང་དགོས་ཡ་གལ་ཆེན་པོ་རོ། རོ་ཡ། ཆུ་འགྲོ་ན་ཟམ་པ་འདེད་ངེས་རེད། རོ་ཡ། དེ་ཡིན་དུས་ཙམ་པ་ལ་ང་རང་ཚོ་འགྲོ་བ་ར་བྱེད་ཡིན་ན་ང་ཚོ་སྤུ་གུ་དེ་ཚོ་བསྡད་དགོས་རོ་ཁོང་ཚོའི་འཚོ་བ་ག་རེ་ཅིག་གི་བར་ལ་སྐྱེལ་དགོས་རོ། རང་བཙན་གྱི་རླུང་ཆུ་ནི་མེད་ས་རོ། ཨ་ནི། ཅིག། རྒྱ་མི་ཁུངས་གཏོགས་ཡོད་ལ་རེད་བླ་ན་ཡ་རྒྱ་མི་གི་ཚུགས་རྒྱ་རྒྱ་རྒྱ་ནི་རྒྱ། རྒྱ་མི་ཡིན་བབ་ཀྱི་ངོས་ལེན་མེད་རྒྱོ། བོད་པ་ཡིན་བླ་ན་ངོ་བོ་གང་དགོས་ཅིག་སྟོན་ཡ་མེད་རྒྱོ། ང་ཚོ་རྒན་པ་ཚོ་གི་ཚ་ཡི་རྒྱབ་དང་མ་རྒྱ་རྒྱབ་ནི་ཐིག་ཚེ་རྒྱབ་དང་མ་རྒྱ་རྒྱབ་ཚེ་རོ། ཕྱི་ཡི་ཞག་དང་མ་ཞག་ཞག་ག་འཇུག་མ་འཇུག་བྱེད་ནི་རོ་དོན་དག་རྡོག་རྡོག། མ་འོངས་པ་ཀྱི་སྤུ་གུ་ཚོ་ལ་རང་བཙན་དང་རྒྱ་ཁབ་ཡོད་བའི་ཀྱི་འཚོ་བ་དེ་བརླག་འགྲོ་ཡ་ཀྱི་ཉེན་ཀ་ཡོད་ར་ད་ང་ཚོ་མི་རབས་འདི་ཀྱི་ཡག་པོ་མ་འཆི་བ་ར་ཅི་ཡིན་ན་རུ་བ། ཆུན་ཆུན། ཆུན་ཆུན་འདི་འདྲེ་ལ་བསམ་བློ་བཏང་ན་ང་ཕ། གོང་ས་མཆོག་ཀྱི་གསུང་བྱ་ཡ་ལ་རུ་བ་དངོས་གནས་ཁོ་རང་འཕགས་པ་སྤྱན་རས་གཟིགས་ཀྱི་སྙིང་རྗེ་རང་གཟུགས་ཀྱི་ཨ་ནེ། ཅིག་ལྷ་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་རུ་བ་ཡ། ང་རང་གོང་ས་མཆོག་འདི་ངེད་ཀྱི་ལྷ་གཅིག་ལ་ངོས་འཛིན་བྱེད་ཀྱི་ཡོད་རེད་བ། ཡིན་ནའི་ང་ཚོ་ད་ལྟ་མི་གཅིག་ཡིན་པའི་ཆ་ནས་རེད་བ། ང་ཚོའི་མི་གཅིག་ཡིན་པའི་ཆ་ནས་གོང་ས་མཆོག་གི་བསམ་བློ་བཏང་སྟངས་འདྲ་བོ་གཅིག་པ་གཅིག་ཀྱང་ང་ཚོ་བཏང་ཐུབ་གི་མ་རེད། ད་ལྟ་བར་དུ་རྒྱལ་ཁབ་རང་བཙན་ག་བ་ལ་བྱུང་ཡོད་ན་ཁྲག་ཐིགས་པ་དང་མི་འགྲོ་སོང་བཏང་མེད་བ་དང་མི་མ་ཤི་བ་དང་མི་ལ་དཀའ་ངལ་བྱུང་མེད་བས་ཀྱི་རང་བཙན་ར་སྐྱོར་གྱི་ལུང་པ་ཡོད་མ་རེད་ལབ་ན་འགྲིག་གོ། རོ། མི་གཅིག་སྲོག་ཐོག་འགྲོ་མོ་བོ་བ་དང། མི་གཅིག་གིས་ཨ་ནི་དངོས་གནས་ཁོ་རང་ཅིག་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་བློས་བཏང་བྱེད་མོ་བོ་ཨེ་གི་ད་ལྟ་བར་དུ་འཛམ་བུ་གླིང་འདིའི་ནང་ལོགས་ལ་རོ། དུས་རབས་ཉི་ཤུ་རྩ་གཅིག་བར་དུ་ང་ཚོ་ད་ལྟ་བར་དུ་ལོ་རྒྱུས་ནང་ལ་བྱུང་མྱོང་ཡོད་མ་རེད་རོ། དེ་འདྲས་ཡིན་དུས་ཙམ་པ་ལ་གོང་ས་མཆོག་གིས་བོད་ནང་གི་ད་ལྟ་གི་བཟའ་བྲག་གི་གནས་སྟངས་དང་བདེ་སྡུག་དང་དོན་ཚོ་ཟེར་དུས་ཙམ་པ་ལ་ངས་ཨ་ཙི། རོ། སྙིང་རྗེ་རང་གཟུགས་ཅན་གྱི་འཕགས་པ་ཅེ་རེ་སིག་གེ། ད་ལྷ་གཅིག་གི། བསམ་བློ་དེ་འདྲའི་གཏང་གི་རོ་བ་བསམ་བསམ་འདྲ་བོ་ཅིག་མ་གཏོགས་རོ། ང་ཚོ་མི་གཅིག་ཡིན་ན་དྲང་པོ་ལའོ། Sacrifice། ལུང་པ་ག་རེ་ལས་ཡིན་ན་ལུང་པ་རང་བཙན་ར་སྐྱོ་ཚང་མ་ལ Sacrifice ད་འགྲོ་གོ་རེ་བསམ་གི་འདུག་མི་ཤི་གོ་རེ་རོ་ཡ། མི་ཤི་གོ་རེ་ཁྲག་གི་མཆོད་པ་ཕུལ་གོ་རེ་རོ་བ་ཁྲག་གི་འགྲོ་གྲོན་བཏང་དགོས་རེད། རྫུན་རྫུན་མེད་བ་ར་ཅིག་ཡིན་ན། ཕལ་ཆེན་ཕལ་ཆེན་ར་ཡ་ཡོད་མ་རེད་ང་ཚོ་རང་སའི་ར་ལ་ཅིག་ང་ཚོ་ཅིག་ད་ལྟ་ཅིག་དབུ་མའི་ལམ་ར་ལ་ཅིག་བརྩམས་པ་མི་ཅིག་གི་དཔོན་ཨ་རི་དང་འདུ་འཛོས་ཀྱི་པི་ལེད་ནང་ལོག་ལ་ཁ་ལག་འཁྱིལ་བ་ན་ཞིག་འཁྱིལ་ཡོང་གི་རེད་བསམ་བསམ་འདྲ་བོ་ཀྱི་བོད་པ་མང་པོ་འདུག་ང་རང་ཚོ་ཀ་ལེ་རྒྱ་ནག་མ་གཏོགས་རོ་བ་ཨ་རི་དང་འདུ་འཛོ་ཁེ་ཕན་རང་གི་ཆེད་དུ་ཨ་རི་ཡིན་ན་འདྲ་རྒྱ་གར་ཡིན་ན་འདྲ་ཚང་མ་སོ་སོ་ཁེ་ཕན་གྱི་ཆེད་དུ་བོད་པ་ལ་སྙིང་རྗེ་བྱེད་ནས།

འདི་སྤར་ངོ་ལོག་ངེས་ལ་ང་ཚོ་དེ་འདྲ་ཅིག་བྲིས་ཡོད་རོ། དེ་ཡིན་དུས་ཚང་མ་ང་ཚོ་ད་ལྟའི་རྒྱ་གར་གྱི་ཨ་རི་དང་འདུ་འཛོ་ལ་བེད་ཁོ་ར་ཞུ་བ་ཅིག་རེ་བ་རྒྱ་གར་བྱེད་ར་མ་གཏོགས་ཁོ་རང་ཚོ་གི་རོ། འདི་ལས་མ་ང་སྤྲེལ་བ་ར་བྱེད་ན་ང་ཚོ་པེ་ཤ་བ་གུ་ནང་ན་གུ་མོ་གཅིག་སྟོང་ཡོད་ཟེར་ལ་གུ་མོ་ལྔ་ལས་མ་ང་སྤྲེལ་གུ་མོ་ལྔ་བརྒྱ་སྤྲེལ་བ་ར་བྱེད་ཡིན་ན། ཨ་ནི་བསམ་བློ་བཏང་གི་རོ། མི་གི། སྤྲེལ་ངན་དེས་བསམ་བློ་བཏང་གི་རོ། རོ་ཡ། འདི་ཡིན་དུས་བརྩམས་པ་ལ་ད་ལྟ་ང་ཚོ་ཨ་རིག་གིས་ག་ཚོད་བཀྲེས་བ་ར་ཅི་ཡིན་ན་ཡིན་ཁོ་ཚོ་དེ་ལས་ལྷག་ག་ཅི་ཡིན་མར་བལྟ་ང་ཚོ་ལ་མིག་ལྟ་སྟངས་དེ་དེ་འདྲའི་འདྲ་བོ་ཅིག་ག་ལ་ལྟ་དགོས་ར་འདི་ཡིན་དུས་བརྩམས་པ་ལ་སོ་སོ་རྒྱ་ཁབ་དང་མི་རིགས་ཀྱི་ཆེད་དུ་སོ་སོ་རང་འཐབ་རྩོད་བྱེད་འོར་མ་གཏོགས་ཆུ་ལོག་ནས་ཡོང་བྱ་ཡ་གཅིག་དང་གཅིག། ཨོ། གཅིག། གསར་རྙིང། སང་ཉིན་སྡེ་བ་གཅིག་ནས་མི་གཅིག་གིས་ཁ་ལག་འཁྱིལ་བ་ནང་བཞིན། ཡ། དབུ་མའི་ལམ་གཉའ། རང་བཙན་གཉའ། ལ་ནི་ཏིལ་གྱི་མར་བཏགས། སྡིག་ངེས་ཀྱིས། སེར་བོ་བྱས་ནས་ཞུས་ན་བསམས་སོ། འོ་ཡ། ཚང་མ་ལོ་ཚད་རིང་བཏགས། བཏགས་ང་ཁ་ལག་ཉོ་གར་འགྲོ་ཡ་ཡིན། རོ། ཆ་བ་ནི་ཆེ་ཡ་ཆེ་བས་མི་འདུག་ཆ་བ་ཏེས་ཆེ་ན་བསམས་སོ། ཨ་འདི་པ་ར་དེ་ཁྱོད་རང་ཚོ་ལ་ཉེམས་དོ་སྐྱེས་ཤིག། ལགས་སོ། ཚང་མ་ལོ་ཚད་རིང་དགའ་ཞོག་བླ་མའི་རྒྱབ་བཀྲ་ཤིས་བདེ་ལེགས་ཡོད། བཀྲ་ཤིས་བདེ་ལེགས། ཨ་ནི། ཏིང་འཛིན་ཞེས་བཏགས། ངས། ཁ་ཟས་ཞུ་བ་ན་ཞིག་རེད་ཁྱེད་ཀྱི་དོན་ཆེན་དང། གནད་འགག་དང་དེ་འདྲས་ཡོད་ན་མ་གཏོགས་ང་དེ་གཏོང་ལ་ཡོང་གི་མེད། བྱས། འོ་དེ་འདྲས་ཡིན་ཨ་ནི་ད་ད་རིང་ཕལ་ཆེན་ཕལ་ཆེན་ཚང་མ་བསྡུས་པ་ཡིན། ད་ག་རང་ཡིན། རོ། ལ་སོགས་ཚེ་རིང། བཀྲ་ཤིས་ལས་ཡོད་ཨ་ནི་མ་མཇལ། མ་མཇལ་བར་དུ། ཨ་ནི་མ་མཇལ་བར་དུ་ལྕགས་པོ་གནང་རོགས་གནང། རོ། ང་ཚོ་ལ་ཡོད། འོ། མ་ཤི་བར་དུ་མ་ཤི་བར་ཤོས། ཨ་ནི་ཤི་ན་དབུགས་ཆད་ནས་ཤི་བར་ཤོས། དབུགས་མ་ཆད་ནས་ཤི་ངེས་ཡོད་མ་རེད་བ། ཡ་ཡ་ཚེ་རིང།